རྣམ་པ་ལེན་གྱི་སྐུ་ཁམས་བཟང། འཇིག་རྟེན་མིག་འབྱེད་དགྲ་གཉེན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་གཞག་ལག་ལེན་བཅོས་སྡུད་བྱེད་མིན་འཆད་ཁྲིད་བཙན་གཟིགས་གནང་མཁན་ཡོངས་ལ་དགའ་བསུ་ཞུ་བ་དང་འབྲེལ་དེ་རིང་གི་འཆད་ཁྲིད་རིམ་པ་དབུ་འཛུགས་ཞུ་ཡ་ཡིན། དེ་རིང་གི་འཆད་ཁྲིད་རིམ་པ་དེ་ནི། བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་ཀྱི་ལག་ལེན་གནད་འགག་བསྟུན་མ་ཞུ་ཡ་ཡིན།

སྤུ་རིས་འབྱེད་དགོས། ཤན་འབྱེད་དགོས་ཏེ་གནད་འགག་ཆེན་པོ་ཆགས་དོན། འདི་གཉིས་ཤན་འབྱེད་མ་ཐུབ་པ་ཡིན་ན། ཡང་བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་པོ་དེ་འཁྲུག་རྗེས། དེ་ནི་ཡང། རྙོག་འཛིང་ཆེན་པོ་ཆགས་ནས་ལག་ལེན་ཐོག་ལ་སླེབས་ཡོང་དུས། མགོ་འཁྲུག་འདྲའི་ཉེན་ཁར་མགོ་འཐོམ་འདྲའི་ཉེན་ཁར་དེ་ཡིན་པ་སོང་ཙང་འདི་གཉིས་ཀྱི་གནད་འགག་དེ། དེའང་ལྷག་པར་དུ་ལག་ལེན་ཐོག་ལ་བེད་སྤྱོད་བཏང་ཡོང་དུས་གནད་འགག་དེ་ཁེ་གོ་གེ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ད་དེ་གནད་འགག་དེ་ལ་ཡང་ཁྱེད་རྣམ་པ། ལག་པ་རྒྱུ་བསྡད་ཡ་ཆེད་དུ་རྐང་པ་བཙུགས་བསྡད་ཡ་གི་ཆེད་དུ་ཐུགས་བསམ་བཞེས་བསྡད་པའི་གི་ཆེད་དུ་ལག་ལེན་གྱི་གནད་འགག་དུན་ཟེར་ནས་མ་མཐར་ཆགས་སུ་མ་བྲིས་བཞག་ཡོད། ད་འདི་བྲིས་ཡོད་པའི་ནང་ནས་དང་པོ་དྲ་གཟུགས་ལ་འགྱུར་བ་ཡོད་མེད་ཟེར་དེ་ལེ་ཚན་སྔ་མའི་ནང་ལ་ཞུས་གྲུབ་པ་ཡིན་རྩ་བ་ཨ་མ་འདྲ་བོ་ད། འོག། འོག་མ་གི། ལ་ལས་གནས་འགའ། གཉིས་པ་གསུམ་པ་བཞི་བ་ལྔ་བ་དྲུག་པ་བདུན་པ། དེ་གོ་བ་ཡང་གོ་བ་གི་ཐོག་ནས་ཞུས་བྱ། དོན་དག་གི་ཐོག་ནས་ཞུས་བྱ་བ་དེ་འདྲ་ཆགས་དེ་ཡོད་རེད། དང་པོ་དེ་གར་ཟེར་ན་གཙོ་བོ་གཟུགས་ཀྱི་ཐོག་ནས་སྒྲ་གཟུགས་ཀྱི་ཐོག་ནས། ཁོ་རང་ཡི་གེ་ཡིན་པ་ཡིན་ན་ཡང་ཡིག་གཟུགས་དག་ཆ་གི་ཐོག་ནས་སྐད་ཡིན་ན་ཡང་སྐད་ཀྱི་སྒྲ་གདངས་ཀྱི་ཐོག་ནས་སྒྲ་གཟུགས་དེ་ལ་འགྱུར་བ་ཡོད་པ་དང་མེད་པ་ཟེར། བྱ་ཚིག་དང་འབྲེལ་བའི་མིང་ཡིན་ན། བྱ་ཚིག་དང་འབྲེལ་བའི་མིང་དེ་ཡིས་སྒྲ་གཟུགས། གཉིས་པོ་དེ་ལ་འགྱུར་བ་རྩ་བ་ཉིད་ནི་ཡོད་མ་རེད་དུས་དང་རྣམ་པ་ཀུན་ཏུ་འགྱུར་བ་མེད་པ་བྱས་ནས་བྲིས་དགོས་ཀྱི་རེད་ཟེར་ཁ་སང་ཞུས་ཡོད། བྱ་ཚིག་དངོས་དེ་ཡིན་པ་ཡིན་ན་བྱ་ཚིག་དངོས་ཀྱི་དྲ་ཚུགས་དེ་ལ་ཁོ་རང་སྐབས་ཐོག་ལྟ་གི་ལྟ་གི་བྱས་ནས་དྲ་ཚུགས་ལ་འགྱུར་བ་ཡོད་རེད་ཟེར་ནས་ད་ཁ་སང་དཔེར་བརྗོད་དང་བཅས་པ་ཁོ་ནས་ཞུས་ཟིན་པ་དེ་ཁ་ཆགས་འདུག་ཡོད་རེད། ད་དེ་ནས་མ་དེ་རིང་ཞུ་ཡ་དེ་གཉིས་པ་གསུམ་པ་བཞི་བ་ལྔ་བ་དྲུག་པ་བདུན་པ་དེ་མ་ཞུ་ཡ་ཡིན། ད་དེ་ཞུ་ཡ་དེའང་གཙོ་བོ་ད་ལས་དང་པོ་བ་ཞི་བྱ་བྱས་ནས་དེའང་ཞིབ་ཅིང་རྒྱས་པར་བཤད་པ་ཟེར་ནས་ལག་ལེན་སྤྱི་ཏི་ཆེན་པོ་ཡིན་དུས་ཞིབ་ཅིང་རྒྱས་པར་བཤད་པའི་དབང་དུ་བཏང་ནས་ད་དེ་ལག་ལེན་གྱི་གནད་འགག་དོན། དོན་དག་ལ་དེའི་དུམ་བུ་དེ་ཡང་ཅིག་ཤོས་ཀྱིས་མ་བསྟན་པ་ཅིག་ཅིག་ཤོས་ཀྱིས་བསྟན་ཟེར་ནས་བེད་ཁོ་ར་འབྲེལ་མེད་དོན་ཅན། ཨོ། དེ་འདྲ་ཅིག་རེད་བས་ཟེར་ན་དེ་འདྲའི་ཆ་གས་འོག་མ་རེད་དེ་ཡིན་པ་སོང་ཙང་སྔ་མ་གི་གསལ་རྒྱལ་དུ་ཕྱི་མ་འགྲོ་བ། འཆི་མེད་ཀྱི་སར་བྱོན་དུ་ཕྱི་མ་ཕྱི་མར་འགྲོ་བ་ཟིན། དེའི་དུས་དེ་ཚོ་ཆ་ཚང་གི་དོན་དག་བསྟན་ཡ་དེ། ག་རེ་བསྟན་དེ་གི་འོད་ཟེར་ན་བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་དེ་གི་གནད་འགག་དེ་བསྟན་དེ་གི་ལག་ལེན་གྱི་གནད་འགག་དེ་དེ་གཉིས་ཀྱི་ཁྱད་པར་དེ་བསྟན་དེ་གི་རེད་ད། བཤད་སྟངས་དེ་ཚིག་མ་འདྲ་བ་མ་འདྲ་བ་ཐོག་ནས་གོ་བ་མ་འདྲ་བ་མ་འདྲ་བ་ཐོག་ནས་བཤད་བཞག་པ་ཡིན་ན། ཁྱེད་རྣམ་པ་གིས་མ་རྟོགས་ལོག་རྟོག་ཐེ་ཚོམ་ཐམས་ཅད་བདེ་ལྷག་ཉིད་དུ་སེལ་འགྲོ་ཡ། གཙང་མ་གཙང་རྐྱང་བྱ་འགྲོ་ཡ། ལག་ལེན་གཉིས་ལ་བདེ་ལྷག་ཉིད་དུ་འཇུག་ནས་བྱ་ཚིག་བོད་ཆོས་བཏང་ཐོས་ཡ། འོ་དེ་འདྲས་ཀྱི་དགེ་མཚན་ཡོད་པ་སོང་ཙང་དེ་འདྲས་ཀྱི་མ། དུས་དམ་པ་འགྲིག་བཞག་ཡོད། ད་དང་པོ་དེ་ལ་ག་རེ་ཟེར་ན། དང་པོ་དེ་ཞུས་ཚར་བ་གཉིས་པ་དེ་དུས་གསུམ་གྱི་གོ་བ་རྒྱག་རྒྱུ་ཡོད་མེད་ཟེར། ད་འདི་ག་རེ་ཞུ་དགོས་སམ། མང་ཆེ་བ་ལ་ད་དྲི་བ་འདི་ཡོད་རེད། བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་འདི་དང་པོ་ཤན་འབྱེད་འདོད་ཡ་ལ་དཀའ་ལས་ཁག་པོ་ཆེ། སྐུ་ངལ་ཆེ། ད་དེ་ནི་འདིའི་གང་ལ་བྱ་ཚིག་དང་འབྲེལ་བའི་མིང་འདི་ལ་གླེང་ཡོད་དུས་བྱ་ཚིག་འདི་འབྲེལ་བའི་མིང་ཁ་ཤས་བྱ་ཚིག་ད་ལྟ་བའི་སྒོ་ནས་མིང་བཏགས་བྱ་བ། ཁ་ཤས་མ་འོངས་པའི་སྒོ་ནས་མིང་བཏགས་པ་ཁ་ཤས་འདས་པའི་སྒོ་ནས་མིང་བཏགས་བ་ཁ་ཤས་སྐུ་ཚིག་གི་སྒོ་ནས་མིང་བཏགས་བ། དེ་ཡང། ནང་གསེས་ཀྱི་དབྱེ་བ་བྱེད་ན་ད་ལྟ་བ་གཉིས་ཀྱི་སྒོ་ནས་མིང་བཏགས་བ་འདས་པ་གཉིས་ཀྱི་སྒོ་ནས་མིང་བཏགས་བ་མ་འོངས་པ་གཉིས་སྒོ་ནས་མིང་བཏགས་བ། ད་ལྟ་བ་གཅིག་དང། འདས་པ་གཅིག། སུ་འཛོམས་ནས་མིང་བཏགས་པ་ལགས་སོ། བ་དག་བྱ་ཚིག་དང་འབྲེལ་བའི་མིང་བཏགས་པའི་རབ་དབྱེ་དེ་དབྱེ་བ་དེ་མ་འོངས་ནས་སུམ་ཅུ་ལྷག་སམ་བཞུགས་ཡོད་ལེ་ཚན་ཕྱི་མ་ནང་ལ་བཞུགས་ཡོད་འོ་དེ་འདྲ་ཞིག་ད་གྲགས་མི་འདྲ་ཡོད་བ་སོང་ཙང་ད་དེ་ག་འདྲ་གྲགས་ཀྱི་ཡིན་ནའང་བསམ་པ་འགྲོ་ཞིག། འོ་ན་ད་ལྟ་བའི་སྒོ་ནས་མིང་བཏགས་པ་ཡིན་ན་ད་དེ་དཔེར་ན་སློབ་གྲྭ་ཟེར་བའི་འདི་གི་དབང་དུ་བཏང་ན། འདི་སློབ་གྲྭ་ཟེར་བ་དེ་ཡོད་ན་བྱ་ཚིག་ད་ལྟ་བའི་སྒོ་ནས་མིང་བཏགས་བྱ་བ་དེ་འདྲ་ཆགས་འདུག་གི་རེད་བ། ད་དེ། བྱ་ཚིག་ད་ལྟ་བའི་སྒོ་ནས་མིང་བཏགས་པ་ཡིན་ན་དེ་ད་ལྟ་བའི་སྒོ་ནས་མིང་བཏགས་པ་དེ་ག་འདྲ་ཅན་སླེབས་རེད། ག་རེ་ཅན་ད་ལྟ་བའི་སྒོ་ནས་མིང་བཏགས་རེད། དེ་ག་ནང་བཞིན་གྱི་ནི་འཁྲུལ་གང་འདྲ་བོ་ཡིན་ན་སྐུལ་ཚིག་གི་སྒོ་ནས་མིང་བཏགས་པ་བྱ་དེའི་རོ། དེའི་འདུས་འཁྲུལ་གང་དེ་སྐུལ་ཚིག་གི་སྒོ་ནས་མིང་བཏགས་པ་ཡིན་ན་དེ་ལ་སྐུལ་ཚིག་འཁྲུལ་ཟེར་ནས། གཞན་པ་སྤྲུལ་གང་ཟེར་ནི་འདས་ཚིག་མ་ཡིན་པ། ནི་འཁྲུལ་གང་ཟེར་ནི་ད་ལྟ་བ་མ་ཡིན་པ་སྤྲུལ་གང་ཟེར་ནི་མ་འོངས་པ་མ་ཡིན་པ་སྤྲུལ་གང་འཁྲུལ་གང་ཟེར་ནི། སྐུ་ཚིག་རང་གི་ཐོག་ནས་མིང་བཏགས་དགོས་པའི་རྒྱུ་མཚན་དེ་ག་འདྲེ་འདྲ་བོ་ཅིག་ལ་ཐུག་བསྡད་ཡོད་རེད་དེ་ག་འདྲེ་བདག་རེད་ཟེར་དེ་ག་འདྲེ་ཅིག་གོ་བ་རྒྱག་དགོས་རེད་ཟེར་ད་ཅིག་དེ་དཔེ་ཐེ་ཚོམ་ཡོད་རེད་བ། ཨོ་དེ་ཚོ་ནི་ཨ་དེ་ག་ནང་བཞིན་བྱས་ནས་ཨ་ནི། བྱ་ཚིག་དང་འབྲེལ་བའི་མིང་ག་འདྲེ་ཅིག་གི་སྐབས་སུ་ད་ལྟ་བའི་སྒོ་ནས་མིང་བཏགས་དགོས་རེད་ག་འདྲེ་ཅིག་སྐབས་སུ་འདས་པའི་སྒོ་ནས་མིང་ག་འདྲེ་ཅིག་གི་སྐབས་སུ་མ་འོངས་པའི་སྒོ་ནས་མིང་བཏགས་དགོས་རེད་ཟེར་ད་དེ་ཐེ་ཚོམ་མང་པོ་ཅིག་ཡོད་རེད་བ་དེ་གོ་བ། གཅིག་བཤད་ཀུན་གྲོལ་གྱི་མན་ངག་ཟེར་ན་འདྲ་གཅིག་བཤད་ཀུན་གྲོལ་གྱི་གོ་བ་གཅིག་བཤད་ཀུན་གྲོལ་གྱི་རྒྱུ་མཚན་ཅིག་ད་མང་པོ་ཅིག་གིས་དེ་དྲི་བ་ཡང་གླེགས་ཡོད་རེད་འཚལ་ཡང་འཚལ་བསྡད་ཀྱི་ཡོད་རེད་བ། འོ་ད་ཐིག་གི་དོགས་པ་མང་པོ་ཅིག་གླེང་བ་ཆ་ཚང་ཅིག་འདི་མཐུན་པོ་དེ་ཡག་པོ་ཅིག་མཁྱེན་པ་ཡིན་ན་ཆ་ཚང་དེ་ལག་གཉིས་དུ་རང་བཞིན་གྱིས་གོ་རང་ཉིད་མ་ཤར་ན་མུན་པ་རང་ཡལ་དུ་འགྲོ་ཤར་དེ་ནང་བཞིན་བྱས་ནས་ཆ་ཚང་ལ་ཡང་གོ་བ་གཙང་མ་གཙང་རྐྱང་ཅིག་སླེབས་ཐུབ་ཡག་ཆགས་ཀྱི་ཡོད། དཔེར་ན། ང་རང་ཚོ་སློབ་སྦྱོང་ཟེར་བ་སློབ་སྦྱོང་ཟེར་དུས་བྱ་ཚིག་ད་ལྟ་བ་གཉིས་ལས་དེ་རེད་བ། བྱ་ཚིག་ད་ལྟ་བ་གཉིས་ལས་འདུས་ཏེ། བྱ་ཚིག་ད་ལྟ་བ་གཉིས་ཀྱི་སྒོ་ནས་སློབ་སྦྱོང་ཟེར་ནས་བྲིས་དགོས་པ་ལ། བྲིས་པ་གང། ང་ཚོ་བྲིས་བ་ལ། དེ་འདྲའི་བྱས་ནས་མ་འོངས་པ། བསླབ་བྱང་ཟེར་ནས་མ་འོངས་པ་གཉིས་ཀྱི་སྒོ་ནས་མ་བྲིས་བ་ག་རེ་ཅན་རེད། དེ་ག་ནང་བཞིན་བྱས་ནས་བསླབས་བྱང་ཟེར་ནས་འདས་ཚིག་གཉིས་ཀྱི་སྒོ་ནས་མ་བྲིས་པ་དེ་རྒྱུ་མཚན་ག་རེ་རེད། དེ་གནད་འགག་དེ་ག་བ་ཐུག་གི་ཡོད་རེད། དེ་ག་ནང་བཞིན་སློབ་སྦྱོང་ཟེར་ནས་སྐུ་ཚིག་གཉིས་ཀྱི་ཐོག་ནས་མ་བྲིས་བ།

ལ་ནི་ད་དེའི་དྲི་བ་མང་པོ་ཅིག་ལས་ཀྱི་རུ་བ་ཐེ་ཚོམ་མང་པོ་དོགས་པ་མང་པོ་ཅིག་ད་དེའི་དོགས་པ་དེ་ཚོ་ཆ་ཚང་ཡང་ད་དེ་ནས་མ་དེ་ཡག་པོ་མཁྱེན་པ་ཡིན་ན་སེལ་འགྲོ་གི་རེད་དེ་ཡིན་དུས་ད་གཉིས་པ་དེ་ག་རེད་དུས་གསུམ་གྱི་གོ་བ་རྒྱག་རྒྱུ་ཡོད་མེད་དེ་ཡིན་དུས་ད་བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་ཀྱི་ནང་ནས་དང་པོ་ཡོད་མེད་དུ་བ་ད་དེ་གཉིས་ཀྱི་སྦྱར་སྐོར་དང་བྱ་ཚིག་དངོས་འདྲ་བ་ཡིན་པ་ཡིན་ན་དུས་གསུམ་གྱི་གོ་བ་རྒྱག་རྒྱུ་ཡོད་དམ་མེད་ཟེར་ན་ཡོད་འོས་ལབ་པ་རེད། དེ་འདུག་བྱ་ཚིག་དངོས་དེ་ལ་དུས་གསུམ་གྱི་གོ་བ་རྒྱག་ཡ་ཡོད་རེད། གོ་བ་རྒྱབ་ཡ་ཡོད་རེད། འོ་དེ་གོ་བ་རྒྱབ་ནས་དུས་གསུམ་གྱི་གོ་བ་དེ་རྒྱབ་ནས་ཨ་བྱ་ཚིག་དངོས་དེ་བེད་སྤྱོད་བཏང། ད་བྱ་ཚིག་དང་འབྲེལ་བའི་མིང་ཡིན་ན་དེ་འདྲས་འདྲའོ། བྱ་ཚིག་དང་འབྲེལ་བའི་མིང་སློབ་སྦྱོང་ཟེར་ཡ་འདྲའོ་དང་དེ་ག་ནང་བཞིན་ཟ་ཁང་ཟེར་ད་དེ་ཁ་ཁ་བྲིས་ན་ཁྱེད་རྣམ་པ་ཁེངས་གི་རེད་བ། འདི་ཟ་ཁང་ཟེར་ཡ་འདྲའོ། འདི་སློབ་སྦྱོང་ཟེར་ཡ་འདྲའོ། འདི་ག་རེ་བྱ་ཚིག་དང་འབྲེལ་བའི་མིང་རེད་བ། བྱ་ཚིག་དང་འབྲེལ་བའི་མིང་དེ་ལ་དུས་གསུམ་གྱི་གོ་བ་རྒྱ་བས་ཡོད་རེད་བས་ཟེར་ན་གོ་བ་རྒྱ་ཡོད་མ་རེད། ད་དེ་གཙང་མ་གཙང་རྒྱ་ཆ་བོར་ད་དེ་ལ་དུས་གསུམ་གྱི་གོ་བ་རྩ་བ་ཉིད་ནས་རྒྱ་ཡོད་མ་རེད། འདི་སློབ་སྦྱོང་གསལ་ཏེ་གར་བྱེད་ནི་རེད་ཟེར་ན་རྟག་གོ་སློབ་སྦྱོང་བྱེད་བཞིན་པ། སློབ་སློབ་བཞིན་པ་དང་སྦྱོང་བཞིན་པ་ཡིན་པའི་རྒྱུ་མཚན་གྱིས་ཨ་ཁོ་ལ། སློབ་སྦྱོང་ཟེར་ནས་མིང་བཏགས་རེད་ཟེར་ན་ད་གོ་བ་རྒྱབ་ན་འདི་འདྲས་རྒྱབ་དགོས་ར་བ་དུས་གསུམ་གྱི་གོ་བ་རྒྱབ་ན་འདི་འདྲས་རྒྱབ་དགོས་ར་བ། དེ་དུས་ད་དེ་འདྲས་ཀྱི་གོ་བ་རྒྱབ་ག་བྱེད་ན་འདི་བྱ་ཚིག་དང་འབྲེལ་བའི་མིང་དེ་ལ་གོ་བ་རྒྱབ་ག་བྱེད་ན། དེ་འགྲིག་གི་ཡོད་མ་རེད། གང་ཡིན་ཟེར་ན་སློབ་སྤྱོང་ཡིན་ན་སློབ་སྤྱོང་བྱེད་བཞིན་པ་ཡིན་པའི་ངེས་པ་ཡོད་མ་རེད་བ། སློབ་བཞིན་པ་དང་སྦྱོང་བཞིན་པ་ཡིན་པའི་ངེས་པ་ཡོད་མ་རེད། འདི་བསླབས་ཟིན་པ་དང་སྦྱངས་ཟིན་པ་ཡང་ཡོད་ཆོག་གི་རེད། བསླབ་རྒྱུ་དང་སྦྱང་རྒྱུ་ཡང་ཡོད་ཆོག་གི་རེད། སློབས་ཤིག་དང་སྦྱོང་ཤིག་ཟེར་ནས་སྐུལ་བ་ཡང་ཡོད་ཆོག་གི་རེད་བ། སློབ་སྦྱོང་སྦྱོང་ཤིག་ཟེར་ན་དེ་སློབ་སྦྱོང་བྱེད་པའི་ཆེད་དུ་སྐུལ་བ་རེད་བ། སློབ་སྦྱོང་སྦྱངས་ཟིན་པ་ཡིན་ཟེར་ན

ཡང་ན། ང་སང་ཉིན་རིག་གནས་འཆང་རྒྱུ་ཡིན་བརྡ་སྤྲོད་འཆང་རྒྱུ་ཡིན་ཟེར་ན་བསླབ་རྒྱུ་དང་འཆང་རྒྱུ་ཆགས་ཏེ་ཡོད་རེད་བ། དེ་འདུག་ས་ནས་གོ་བ་བརྒྱབ་ན་དེ་ནི་ཆོལ་འགྲོ་གི་ཡོད་རེད། དེ་ཡིན་པ་སོང་ས་དེ་ལ་ད་གོ། སློབ་སྦྱོང་འདི་བསླབ་ཟིན་པ་ཡིན་ན་ཡང་རེད་སློབ་བཞིན་པ་ཡིན་ན་ཡང་རེད་བསླབ་རྒྱུ་ཡིན་ན་ཡང་རེད་སློབ་པར་བསྐུལ་བ་ཡིན་ན་རེད་མདོར་ན་ག་འདྲི་ཞིག་ཡིན་ན་ཡང་གོ་སློབ་སྦྱོང་ཟིན་ད་ལྟ་བ་རང་ཁྲིད་དགོས་རེད་བ། དེ་ག་ནང་བཞིན་སློབ་སྦྱོང་འདི་འཆང་ཟིན་པ་ཡིན་ན་རེད་སློབ་སྦྱོང་འདི་འབྱོང་བཞིན་པ་ཡིན་ན་རེད་སློབ་སྦྱོང་འདི་འཆང་རྒྱུ་ཡིན་ན་རེད་སློབ་སྦྱོང་འདི་འབྱོང་ཞིག་ཟེར་ནས་བསྐུལ་བ་ཡིན་ན་རེད་མདོར་ན། ཁོ་ག་འདྲའི་གྲོགས་ཅིག་ན་ཡང་ཁོ་བྱུང་ཟེར་ནས་ལོབས་བྱུང་ཟེར་གཉིས་ཀ་ད་ལྟ་བ་དུས་དང་རྣམ་པ་ཀུན་ཏུ་འགྱུར་བ་མེད་པ་བྱས་ནས་གྲྭ་ཟུར་ལ་འགྱུར་བ་མེད་པ་བྱས་ནས་དེ་འདྲའི་རང་བྲིས་གོར་བ་གཏིང་པ་སོང་ཚ་ཁོ་ལ་ག་རེ་འདུག་དུས་གསུམ་གྱི་གོ་བ་རྒྱ་བས་འདུལ་བའི་ཟེར་ན་གོ་བ་རྒྱ་ཡའི་རྩ་ནས་མི་འདུག་བ་ཁོ་ལ་འདི་ལ་གོ་བ་རྒྱ་ཡའི་རྩ་ནས་ཡོག་མར་གདའ་གཏིང་པ་སོང་ཙང་བྱ་ཚིག་དང་འབྲེལ་བའི་མིང་དེ་ལ་དུས་གསུམ་གྱི་གོ་བ་རྒྱ་ཡ་ཡོག་མར་གདའ། དེ་ཚོ་གོ་བ་རྒྱབ་ན་སོ་སོ་ནོར་འགྲོ་གི་ཡོག་རེད་འཁྲུལ་འགྲོ་གི་རེད་གོ་བ་རྒྱ་བས་གོ་ར་ཡོག་མར་གོ་བ་རྒྱབ་ན་དེ་དཔེ་ཟ་གི་རེད་བ་དེ་འདི། ག་ཟི་གོ་བ་རྒྱབ་ཁ་བྱེད་ན་སློབ་སྦྱོང་ཟེར་གོ་བ་རྒྱབ་ཁ་བྱེད་ན་བྱ་ཟི་ད་ལྟ་བ་གཉིས་སླེབས་པའོ་སོང་ཙང་འདི་སློབ་བཞིན་པ་དང་སྦྱོང་བཞིན་པ་ཟེར་སློབ་སྦྱོང་གི་བྱ་བ་དེ་བྱེད་བཞིན་པ། སློབ་པའི་བྱ་བ་དེ་བྱེད་བཞིན་པ་དང་སྦྱོང་བའི་བྱ་བ་དེ་བྱེད་བཞིན་པ་ཅིག་གོ་བ་དེ་སླེབས་ཡོང་དགོས་རེད་བ། སླེབས་ཡོང་ན་དེ་ནི་ནོར་འགྲུག་དང་ང་ཚོ་སློབ་སྦྱོང་ཡིན་ན་སློབ་བཞིན་པ་དང་སྦྱོང་བཞིན་པ་ཡིན་པའི་ངེས་པ་ཡོད་མ་རེད་བ། བསླབ་རྒྱུ་ཡང་ཡོད་རེད་སྦྱང་རྒྱུ་ཡང་ཡོད་རེད་བསླབ་ཟིན་པ་ཡང་རེད་སྦྱང་ཟིན་པ་ཡང་ཡོད་རེད་སློབ་ཞིག་སྦྱོང་བཞིན་ཟིན་སྐུར་བ་ཡང་ཡོད་རེད་བ་ད་གོ་བ་རྒྱབ་ན་འཁྲུག་འགྲོ་གི་རེད་དེ་འདི་དེ་ལེགས་མ་རེད་དེ་གོ་བ་རྒྱབ་ཁ་བྱེད་ན། དེ་ནི་སོ་སོ་གི་སློབ་སྦྱོང་དེ་བྱེད་བཞིན་པ་ཡིན་ན་ཨ་ནི་སློབ་སྦྱོང་ཟེར། གལ་སྲིད་གོ་བ་རྒྱབ་ཁ་ཕྱེ་ན་རེ་ད། གོ་བ་རྒྱབ་དབང་དུ་བཏང་ན་ཨ་ནི་སློབ་སྦྱོང་དེ་བྱ་རྒྱུ་འདྲ་བོ་ཅིག་ཡིན་པ་ན་བསླབ་སྦྱང་ཟེར། སློབ་སྦྱོང་དེ་བྱས་ཟིན་པ་ཡིན་ན་བསླབ་སྦྱང་ཟེར། སློབ་སྦྱོང་དེ་བསྐུལ་བ་འདྲ་བོ་ཅིག་ན་སློབ་སྦྱོང་ཟེར། ཨ་ནི། སྦྱོང་ཞིག་ཟེར། འོ་དེ་འདྲའི་འདྲ་བོ་སླད་དྲུག་གི་རུ་བ་ད་མིག་ང་རང་ཚོ་དེང་སང་ཡང། འདི་གོ་བ་འདི་ཡག་པོ་མིན་ནས་ལག་ལེན་གྱི་གནད་འགག་ཏུ་ཡག་པོ་མ་འཁེལ་དུས་འདི་ལ་གོ་བ་འདྲ་བོ་རྒྱབ་ཁ་བྱས། གོ་བ་རྒྱབ་ནས་བྱ་ཚིག་དང་འདྲ་བའི་མིང་འདི་ལ་ཡང། དེ་ནི། འདས་མ་འོངས་ད་ལྟ་གི་གོ་བ་རྒྱབ་ནས་དུས་གསུམ་གྱི་གོ་བ་རྒྱབ་ནས་ཡང་དུས་གསུམ་པོ་འདི་བཙུགས་ཡོང་གི་འདུག་བ། དེ་འདྲ་བྱས་ན་འགྲིག་གི་ཡོད་མ་རེད་དཱ། དེ་འདྲ་བྱས་ན་དེ་རྩ་བ་ཉིད་འགྲིག་གི་མ་རེད། འདི་ཁོ་མིང་ཆགས་ཀྱི་མ་རེད་བ། དེ་འདི་ད་བྱ་ཚིག་དངོས་ཆགས་འགྲོ། བྱ་ཚིག། འདི་གོ་བ་རྒྱབ་ས་དེ་སུ་ལ་རྒྱབ་དགོས་རེད་ཟེར་ན་ག་རེ་ལ་རྒྱབ་དགོས་རེད་ཟེར་ན། བྱ་རྒྱུ་ཡོད་པ་དེ་གར་ཟེར་ན་བྱ་ཚིག་དངོས་དེར་བ་དེ་འདི་བྱ་ཚིག་དངོས་དེར་དེ་བྱ་ཚིག་དངོས་ཟེར་ཡ་དེ་འདི་རེད་ད་ང་རང་ཚོ་ད་ལྟ་བྱང་ཡ་གི་བྱ་ཚིག་དངོས་འདི་རེད་ང་ཚོ་བྱང་ཡ་དེ་ད་དེ་མ་རེད་ང་ཚོ་བྱང་བ་དང་འབྲེལ་བ་ཡོད་རེད་བ་འདི་གར་ཟེར་ན་མིང་རེད་བ་སུམ་ཅུ་བོད་ཀྱི་བརྗོད་བྱ་རེད་སློབ་སྦྱོང་ཟེར་དེ་འདི་ཟ་ཁང་ཟེར་དེ་སུམ་ཅུ་བོད་བརྗོད་བྱ་རེད་ང་རང་ཚོ་ཏང་ཕྱུག་གི་བརྗོད་བྱ་དེ་གར་ཟེར་ན་རླབས་ཟེར་དེ་རེད་ད་འདི་ལ་གོ་བ་རྒྱག་པར་དུས་གསུམ་ད་འདི་ལ་དུས་དང་རྣམ་པ་ཀུན་ཏུ་རླབས་ཟེར་ནས་བྲིས་ན་འགྲིག་གི་ཡོད་མ་རེད་ད། གར་འགྲིག་འོ་རེད་ཟེར་ན་ཁོ་གོ་བ་བརྒྱབ་ནས་ཨོ་དེ་སློབ་སྦྱོང། བསླབ་ཟིན་པ་ཅིག་ཡིན་པ་ཡིན་ན། སློབ་སྦྱོང་བྱས་བཞིན་བྱས་ཟིན་པ། བྱ་བ་བྱས་ཟིན་བསྡད་པ་དང། ཨ་ནི་བྱ་བ་བྱེད་རྒྱུར་མ་འོངས་དང་བྱེད་བཞིན་པ་ནི་ད་ལྟ་འོ་ཟེར་ནས་བཀའ་དྲིན་གསོལ་བའི་མེ་ལོང་ནང་ལ་གཡོ་རུ་བ་འོ་དེ་འདི་སློབ་སྦྱོང་གི་བྱ་བ་དེ་བྱས་ཟིན་པ་ཅིག་ཡིན་ན་ཨོ་བྱས་ཟིན་པ་རེད་འདུག་ལན་གོ་བ་བརྒྱབ་ནས་བསྡད་ལ་བསྡད་ཚིག་བྲིས་དགོས་རེད་བྱ་ཚིག་དངོས་དེ་རུ་བ། ཨ་ནི་སློབ་སྦྱོང་གི་བྱ་བ་དེ། ཨ་ནི། བྱས་ཟིན་པ་མ་ཡིན་པར་བྱ་རྒྱུ་ཡིན་པ་ཡིན་ན་སློབ་སྦྱོང་དེ་བྱང་རྒྱུ་ཡིན་པ་ཡིན་ན་ཨ་དེ་ལ། སློབ་སྦྱོང་བསླབ་རྒྱུ་ཟེར་ནས་འོག་ཏུ་བྱས་ནས་མ་འོངས་པར་བྲི་དགོས་རེད་བ། དེ་ནས་འདི་སློབ་སྦྱོང་གི་བྱ་བ་དེ་བྱེད་བཞིན་པ་ཡིན་ན་ཨ་ནི་སློབ་སྦྱོང་སློབས་ཟེར་ནས་ངའི་ཕྲུ་གུ་རྣམས་ལ་སློབ་སྦྱོང་སློབ་བཞིན་པ་ཡིན་འོ་དེ་འདྲ་བྱས་ནས་སོ་སོ་ག་ཡིན་ན་ཡང་སློབ་སྦྱོང་ང་ཡང་སློབ་སྦྱོང་སྦྱོང་བཞིན་པ་ཡིན། ཨ་ནི་སློབ་སྦྱོང་གི་བྱ་བ་དེ་ཨ་ནི་བྱ་བྱ་རྒྱུ་དེ་སློབ་སྦྱོང་གི་བྱ་བ་དེ་བྱེད་པར་སྐུལ་བ་བྱས་ན་ཨ་ནི་སློབ་སྦྱོང་སྦྱོང་ཤིག། འོག་ཏུ་བྱས་ནས་སློབ་སྦྱོང་སྦྱོང་ཤིག། ཨོ་སློབ་སྦྱོང་སློབས་ཤིག། འོ་འདུག་བྱས་ནས། ད་ག་རེ་ལས་སོང། མ་འོངས་པ་འདས་པ་ད་ལྟ་བ་སྐུལ་ཚིག་འདི་བཞི་དེ་སླེབས་ཡོང་གི་འདུག་བ་འདི་ཇི་བཞིན་དུ་འགྱུར་བ་ཡོད་ད། ཁོ་དུས་ད་རྣམ་པ་ཀུན་ཏུ་འདས་ལ་འདས་པ་རྐྱང་རྐྱང་སླེབས་པའི་ངེས་པ་ཡོད་མ་རེད་འདི་འདས་པ་ཚབ་ལ་མ་འོངས་པ་སླེབས་ཆོག་རེད་ཨ་ནི་འདི་འདས་པ་དེ་ཚབ་ལ་ད་ལྟ་བ་སླེབས་ཆོག་རེད་འདི་འདས་པ་དེ་ཚབ་ལ་འདི་ཁོ་རང་གི་གོ་ས་དེ་ལ་འདི་འབད་པ་དེ་ཕ་སྤིས་ནས་ཨ་ནི་སྐུལ་ཚིག་ཡང་སླེབས་ཆོག་རེད། དེ་ག་རེ་ཟེར་ན་དུས་གསུམ་གྱི་གོ་བ་བརྒྱབ་ཤག་རེད་བ། དུས་གསུམ་གྱི་གོ་བ་དེ་བྱ་ཚིག་དངོས་ལ་བརྒྱབ་དགོས་རེད་བ། བྱ་ཚིག་དངོས་དེ་ཕ་གི་དེ་ཡིན་དུས་དེ་ལ་གོ་བ་བརྒྱབ་གི་བརྒྱབ་གི་དེ་ཁོ་ལ་འགྱུར་བ་ཡོད་རེད་གྲ་སུ་ལ་འགྱུར་བ་ཡོད་རེད་དུས་གསུམ་གྱི་གོ་བ་བརྒྱ་ཡོད་རེད་ཁོ་ལ་བྱ་ཚིག་དངོས་དེ་ལ་དུས་གསུམ་གྱི་གོ་བ་བརྒྱ་ཡོད་རེད་ད་དེ། བྱ་ཚིག་དང་འབྲེལ་བའི་མིང་དེ་སློབ་སྦྱོང་ཟེར་དེ་ལ་ད་གོ་བ་དུས་གསུམ་གྱི་གོ་བ་བརྒྱ་ཡ་ཡོད་མ་རེད། གོ་བ་བརྒྱབ་ན་ནོར་འགྲོ་གི་ཡོད་རེད་ད་ཟེར་ན་གོ་བ་བརྒྱབ་རྒྱུ་ཡོད་མ་རེད་ཡིན་དུས། ཁྱད་པར་གཉིས་པ་དེ་ག་རེད་དུས་གསུམ་གྱི་གོ་བ་བརྒྱག་རྒྱུ་ཡོད་མེད་ཟེར་དེ་ཡང་ན་བཞིན་ད་སློབ་སྦྱོང་ཟེར་དེ་བྱ་ཚིག་གཉིས་དང་འབྲེལ་བ།

དེ་འདུག་ཏུ་ཀོ་ཟ་ཁང་ནང་ལ་ཁ་ལག་ཟ་བཞིན་པ་ཡིན་ན་ཡང་རེད་ཟ་ཁང་ནང་ལ་ཁ་ལག་ཟས་ཟིན་པ་ཡིན་ན་ཡང་རེད་ཟ་ཁང་ནང་ལ་ཁ་ལག་ཟ་རྒྱུ་ཡིན་ན་ཡང་རེད་ཟ་ཁང་ནང་ལ་ཁ་ལག་ཟོ་ཞིག་ཟེར་ནས་བསྐུར་བ་ཡིན་ན་རེད་མདོར་ན་ག་འདྲའི་ཆེ་དྲགས་པ་ཞིག་ཡིན་ན་ཡང་ཁོ་འགྱུར་བ་མེད་པ་བཞིན་ད་ལྟ་བ་རང་བྲིས་དགོས་ར་ཁོ་ལ་དུས་གསུམ་གྱི་གོ་བ་རྒྱག་ཡ་ཡོད་མ་རེད་ཁྱེད་སོང་ད་དུས་གསུམ་གྱི་གོ་བ་དེ་ག་བ་རྒྱག་དགོས་རེད་ཟ་ཁང་ནང་ལ་ཨ་ནི།

ད་ལྟ་བ་རྐྱང་རྐྱང་བྲིས་འོ་རེ་བ་འོ་འདུག་བྱས་ནས་ད་དེའི་ག་རེ་ལ་གོ་རེ་དུས་གསུམ་གྱིས་གོ་བ་རྒྱག་རྒྱུ་ཡོད་དམ་མེད། འོ་དེ་འདྲའི་གི་ཁྱད་པར་ཡོད། ད་དེའི་ངེས་པར་དུ་ངས་གོ་རེ་ད་དེའི་ཧ་གོ་བ་བྱས་འོ་རེ་ད། ད་དེའི་རྗེས་སུ་གསུམ་པ་དེ་ག་རེ་དུས་གསུམ་གྱིས་དཔྱད་ར་དགོས་མི་དགོས། ད་དེ་གཉིས་འདྲ་བོ་འདྲ་བོ་རེ་ད་གི་སོང་ཡིན་ན་ཡང་ཚིག་མ་འདྲ་བ་ཡོད་བ་སོང་ཙང་དེ་གི་ཡང་གསར་དུ་འགྲོ་གི་ཡོད་རེ་ད་དུས་གསུམ་གྱིས་དཔྱད་ར་དགོས་མི་དགོས་ཟེར་དེ་ག་རེ་ལ་གོ་རེ། བྱ་ཚིག་དང་འབྲེལ་བའི་མིང་མིང་ཡིན་པ་ཡིན་ན་བྱ་ཚིག་དང་འབྲེལ་བའི་མིང་ཡིན་ནས་བཟུང་སྟེ་དུས་གསུམ་གྱི་དཔྱད་ར་མི་དགོས་ཟེ་མི་དགོས་ཟེ་དེར་ད་གོ་མ་རེད་ཟེར་དུས་གསུམ་གྱི་དཔྱད་པ་བཏང་དགོས་མ་རེད་ཟེར། ཨོ་བྱ་ཚིག་དང་འབྲེལ་བའི་མིང་ཡིན་ན་དུས་གསུམ་གྱི་དཔྱད་ར་བྱེད་དགོས་མ་རེད་ཟེར། ད་བྱ་ཚིག་དངོས་ཀྱི་འདུ་བ་བྱ་ཚིག་དངོས་དེ་ཡིན་པ་ཡིན་ན་དུས་གསུམ་གྱི་དཔྱད་ར་བྱེད་དགོས་རེད་ཟེར། རྟ་ང་རག་ཚོ་ཡང་ལས་དང་པོ་བ་མང་པོ་ཅིག་གིས་བྱ་ཚིག་དང་འབྲེལ་བའི་མིང་དེ་ལ་ཡང་དཔྱད་ར་བྱེད་དེ་གི་འདུག་བ་དཔྱད་ར་བྱས་ནས་རྟ་དེ་ལ་ད་ལྟ་བ་གར་ཕྱིན་དྲིས་འདི་མ་འོངས་པ་གར་ཕྱིན་དྲིས་ད་ལྟ་བ་དྲིས་ཡ་མི་འདུག་མ་འོངས་པ་དྲིས་དགོས་ས་ཟེར་དེ་ཕག་བསྒྱུར་ཚུར་བསྒྱུར་ད་དེ་དཔྱད་པ་བཏང་དེ་གི་འདུག་བ་དཔེར་ན་འདི་འདྲའོ་སློབ་སྦྱོང་ཟེར་དེ་བྱ་ཚིག་དང་འབྲེལ་བའི་མིང་རེད་བ་ཟ་ཁང་ཟེར་དེ་བྱ་ཚིག་དང་འབྲེལ་བའི་མིང་རེད་བ་དེ་འདྲའི་བྱ་ཚིག་དང་འབྲེལ་བའི་མིང་དེ་ལ་འདི་དུས་གསུམ་གྱི་དཔྱད་པ་བཏང་དགོས་གི་རེད་བས་ཟེར་ན་བཏང་དགོས་གི་མ་རེད་ཟེར། ཁོ་རང་ག་རེ་འདུག་ན་ཡང་དེ་དྲི་རྐྱང་བྱེད་དགོས་རེད་མ་གཏོགས་དེ་ལ་དུས་གསུམ་ད་ལྟ་བ། འདྲི་དགོས་པའི་རྒྱུ་མཚན་མ་འོངས་པ་འདྲི་དགོས་པའི་རྒྱུ་མཚན་ད་དེ་འདྲ་བྱས་ནས་དཔྱད་པ་བཏང་ན་འགྲིག་གི་མ་རེད་ཟེར་དཔྱད་པ་བཏང་མི་དགོས་ཟེར་ཟེར་ན། དུས་གསུམ་གྱི་དཔྱད་ར་བྱེད་དགོས་མ་རེད་ཟེར། འོ་ན་དུས་གསུམ་གྱི་དཔྱད་ར་དེ་ག་བ་བྱེད་དགོས་རེད་ཟེར་ན། བྱ་ཚིག་དངོས་ལ་ཁེལ་སོང་བྱ་ཚིག་དངོས་དེ་ལ་དུས་གསུམ་གྱི་དཔྱད་ར་བྱེད་དགོས་རེད་སོང་ད་བྱ་ཚིག་དངོས་ཟེར་དུས་དེ་ར་བ་སློབ་སྦྱོང་བསླབས་ཟིན་ཟེར། ད་དེང་དུས་འདི་ལ་དཔྱད་ར་བྱེད་དགོས་རེད་ད་དུས་གསུམ་གྱི་དཔྱད་ར་དུས་གསུམ་གྱི་དཔྱད་པ་བཏང་དགོས་རེད་ད་དེ་ལ་ངས་དུས་གསུམ་གྱི་ནང་ནས་ག་རེ་ཁྲིད་དགོས་ན་བསམ་ནས་དཔྱད་པ་བཏང་དགོས་རོགས་ད། འདི་འདི་ལ་སློབ་སྦྱོང་བསླབས་ཟིན་ཟེར་དེ་བསླབས་དེ་འོ་ད་ངས་དེ་ལ་དུས་གསུམ་གྱི་ནང་ནས་འདི་པ་ཁྲིད་ཀྱིན་ད་ཟེར་ནས་གང་ཡིན་ཟེར་ན་ཁོ་གི་བྱ་བ་བྱེད་ཟིན་པ་ངས་བྱ་བ་དེ་བྱེད་ཟིན་པ་རེད་དོ་འདི་ཡིན་པ་སོང་ཙང་བྱ་བ་བྱེད་ཟིན་པ་དེ་ད་སྤྲོད་ཡ་བྱེད་དུ་ངས་འདི་ཚིག་ཁྲིད་ཀྱིན་ད་ཟེར་ནས་འོ་ད་དེ་དེ་རིང་སྐབས་སུ་བབ་པ་ངས་དེ་ལ་སློབ་སྦྱོང

དུས་གསུམ་གྱི་སྐྱེས་པ་བཏང་ནས་བྲིས་ཁུག་རེ་ནི་བྱ་ཚིག་དང་འབྲེལ་བའི་མིང། སློབ་སྦྱོང་ཟ་ཁང་ལ་སོགས་པ་དག་བྱ་ཚིག་དང་འབྲེལ་བའི་མིང་གི་དབྱེ་བ་མང་པོ་ཅིག་མ་འོག་ནས་བཞུགས་ཡོད་པ། དེ་ཚོ་ཆ་ཚང་ལ་དུས་གསུམ་གྱི་སྐྱེས་པ་བཏང་དགོས་ཀྱི་མ་རེད། མ་བཏང་ནས་ཁ་བསྡུར་བྲིས་ཡ་རེད། ཁོ་རང་དག་ཆ་ག་རེ་རེད་འདུག་ན་ཡང། དམ་པ་གོང་མས་གི་བྲིས་སྲོལ་ལ་ག་རེ་ཡོད་པ་ཡིན་ན་ཡང་དེ་བྲིས་རྐྱང་ཆོག་དུས་གསུམ་སྐྱེས་པ་བཏང་དགོས་མ་རེད། དེ་ག་ནང་བཞིན་བྱས་ནས་དུས་གསུམ་གྱི་གོ་བ་རྒྱག་རྒྱུ་ཡོད་མེད། བྱ་ཚིག་དང་འབྲེལ་བའི་གི་མིང་དེ་ཡིན་ན་སོ་སོ་གི་ལག་ལེན་ཐོག་ལ་བྲིས་ཡོང་དུས་དུས་གསུམ་གྱི་གོ་བ་གང་ཡང་རྒྱབ་དགོས་མ་རེད་མ་རྒྱབ་ནས་ཁབ་ཏུ་བྲིས་ཡ་རེད་ཨ་བྱ་ཚིག་དངོས་དེ་ཡིན་ན་དུས་གསུམ་གྱི་གོ་བ་རྒྱབ་གི་རྒྱབ་གི་བྲིས་དགོས་རེད་མ་གཏོགས་གང་བྱུང་བྱུང་སོ་སོས་བྲིས་ཤར་ན་འགྲིག་གི་རེད་བསམ་ན་འདི་འགྲིག་གི་མ་རེད་འོ་ད་གནད་འགག་ལེགས་ཀྱི་འདུག་ཨོ་འདི་གཉིས་པོ་དེ་གནད་འགག་དེ་ལེགས་རེད་ད་འདི་གཉིས་འདྲ་བོ་འདྲ་བོ་རེད་ཡིན་ན་ཡང་ཚིག་ཁ་ཁ་ཡིན་དུས་གོ་བ་དམིགས་བསལ་མ་འདྲ་བ་ལེགས་ཀྱི་རེད་ད་འོ་ད་འདི་གཉིས་བྱས་ད་འདི་བྱས་སོ་བཞི་པ་དེ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་མི་དགོས། ད་འདི་ནས་འགའ་དེ་ལེགས་པར་བརྟག་འོ་ན། འདི་གཉིས་ལ་དྲི་བ་ལེགས་ཀྱི་རེ་བ། དུས། བྱ་ཚིག་དང་འབྲེལ་བའི་མིང་འདི། ལ། ནི་དུས་གསུམ་གྱི་གོ་བ། བརྒྱ་པའི། ནི། མེད་པ་དང་བྱ་ཚིག་དངོས་ལ་དུས་གསུམ་ལ་གོ་བ་བརྒྱ་པའི་ཡོད་པ་དེ་རྒྱུ་མཚན་ག་རེ་རེད། གནད་འགག་ག་བ་ཐུག་གི་རེད། དེ་ག་ནང་བཞིན། བྱ་ཚིག་གི་དཔྱད་ར། ཀར་སོགས་དུས་གསུམ་གྱི་དཔྱད་ར་གོ་མི་དགོས་ཟེར་དུས་བྱ་ཚིག་དང་འབྲེལ་བའི་མིང་དེ་ལ་དུས་གསུམ་གྱི་དཔྱད་ར་གོ་གི་མ་རེད། བྱ་ཚིག་དངོས་དེ་ལ་དུས་གསུམ་གྱི་དཔྱད་ར་གོ་གི་རེད།

ད། བྱ་ཚིག་དང་འབྲེལ་བའི་མིང་འདི་གར་ཆགས་ཏེ་ཡོད་རེད་ཟེར་ན་དངོས་ཐོག་གི་འཕོ་འགྱུར་ལ་ལྟོས་མི་དགོས། དེང་སང་ལྟོས་གོ་གི་མ་རེད་དངོས་ཐོག་གི་འཕོ་འགྱུར་ལ་ལྟོས་གོ་གི་མ་རེད། བྱ་ཚིག་དངོས་འདི་གར་ཟེར་ན་དངོས་ཐོག་གི་འཕོ་འགྱུར་ལ་ལྟོས་གོ་གི་རེད། དེང་སང་ལྟོས་གོས། ད་འདི་ཏག་ཏག་ལས་སོ། ད་དངོས་ཐོག་གི་འཕོ་འགྱུར་ཟེར་དུས་ཁྱེད་རྣམ་པ་སྐྲ་ལྷ་མའི་སྒྲོ་གོར་དང་ལེ་ཚན་ལྔ་པ་ལྔ་པ་རྣམས་ཚོ། བྱ་ཚིག་གི་བྱ་བའི་གི་ངོ་བོ་དང་བྱ་ཚིག་གི་ངོ་བོ་འདི་ཚོ་བཤད་ཡོང་དུས། དངོས་ཐོག་གི་བོད་སྐྱོར་ཟེར་དུས་བརྡ་སྤྲད་བྱེད་ཀྱི་བྱ་བ་དེ་ག་བ་གི་ཐོག་ལ་ཡོད་རེད་ག་བ་གི་སྟེང་དུ་ཡོད་རེད་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་ཡོད་དངོས་པོ་གང་ཡང་རུང་བ་ཞིག་གི་ཐོག་ལ་ཡོད་རེད་ཟེར་ནས་ཁ་ཚང་པ། རི་མོ་དང་བཅས་པའི་སྒོ་ནས་བྲིས་ཡོད་དེ་འདུག་བྱ་བ་དེ་བོད་སྐྱོར་དེ་ག་བའི་དངོས་པོ་གི་ཐོག་ལ་ཡོད་རེད་བ་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་སྔར་ཡོད་ཀྱི་གནས་སྐབས་ལས་བོད་སྐྱོར་བྱུང་བ་ཟེར་ཁ་ཚང་བྱ་བའི་གི་ངོ་བོ་ཞིག་དང་བྱ་ཚིག་གི་ངོ་བོ་ཞིག་དང་གཅིག་ཤེས་ཡོད་དེ་ག་རང་རེད་དང་སྟེང་དུ་དངོས་པོ་གི་ཐོག་ལ་ཡོད་པའི་བོད་སྐྱོར་དེ་ལ། ལྟོས་དགོས་པ་དང་ལྟོས་མི་དགོས་པ་གཉིས་ཡོད། དེ་འདུག་དངོས་པོ་གི་གང་ཡང་རུང་བ་ཞིག་གི་ཐོག་ལ་ཡོད་པའི་འཕོ་འགྱུར་དེ་ལ་ལྟོས་དགོས་པ་དེ་ག་རེ་རེད་ཟེར་ན་བྱ་ཚིག་དངོས་དེར། དེ་སོང་བྱ་ཚིག་དངོས་དེ། བྱ་ཚིག་དངོས་དེ་ཡིན་ན་དངོས་པོ་གི་ཐོག་ལ་ཡོད་པའི་འཕོ་འགྱུར་དེ་ལ་ལྟོས་དགོས་རིན་གྱི་མིན་གྱི་ལྟོས་དགོས་མ་ལྟོས་ན་འགྲིག་གི་ཡོད་མ་རེད། ད་བྱ་ཚིག་དང་འབྲེལ་བའི་མིང་ཟེར་ཡ་དེ་དངོས་པོ་གང་ཡང་རུང་བ་ཞིག་གི་ཐོག་ལ་ཡོད་པའི་འཕོ་འགྱུར་དེ། འཕོ་འགྱུར་དེ་ལ་ལྟོས་དགོས་ཀྱི་རེད་བས་ཟེར་ན་ལྟོས་དགོས་མ་རེད་འཕོ་འགྱུར་ལ་ལྟོས་དགོས་མ་རེད་ཁོ་རང་དབང་རེད་རང་དབང། ཁྲེས་རང་དབང་ཅན་ཟེར་ཡ་ཅིག་ཡོད་བ་དེ་ནང་བཞིན་གྱི་ཁོ་རང་དབང་ཅན་རེད་ད་དེ་ཡིན་པ་སོང་ཙང། དེ། བྱ་ཚིག་དང་འབྲེལ་བའི་མིང་སློབ་སྦྱོང་ཟེར། བྱ་ཚིག་དང་འབྲེལ་བའི་མིང་ཟ་ཁང་ཟེར་དེ་ཚོ་ག་རེ་ཟེར་ན། དངོས་པོ་གི་ཐོག་ལ་འཕོ་འགྱུར་ལ་ལྟོས་དགོས་མ་རེད་མཁྱེན་གསོ། འཕོ་འགྱུར་ལ་ལྟོས་དགོས་མ་རེད་འཕོ་འགྱུར་འཕོ་འགྱུར་བྱུང་ཟིན་པ་དང་བྱུང་བཞིན་པ་དང་འབྱུང་འགྱུར་ལ་སོགས་པ་ཁ་ཚང་ཤེས་ཡོད་བ་དེ་ཚོ་ལ་ལྟོས་དགོས་གི་མ་རེད་ཁོ་རང་ཁོ་རང་རང་དབང་བྱས་ནས་དང་པོ་ག་འདྲའི་སྒྲ་བོ་ཞིག་བྲིས་ན་དེ་ཁབ་ཏུ་བྲིས་རྐྱང་བྱེད་དགོས་རེད། ད། བྱ་ཚིག་བྱ་ཚིག་དངོས་དེ་ཡིན་ན་དངོས་པོ་གི་སྟེང་གི་འཕོ་འགྱུར་ལ་ལྟོས་དགོས་རེད་ལྟོས་དགོས་པ་སོང་ཙང་འཕོ་འགྱུར་མི་འདྲ་བ་གསུམ་ཡོད་རེད་བ། འཕོ་འགྱུར་མི་འདྲ་བ་གསུམ་དང་དེའི་སྟེང་དུ་འཕོ་འགྱུར་དེ་བྱུང་བ་བསྐུར་བ་བཞི་ཡོད་རེད་བ། དེ་བཞི་ཡོད་པ་སོང་ཙང་དེ་བྱ་ཚིག་དངོས་དེ་ལ། མ་འདྲ་བ་བཞིའི་ལས་ཀྱི་ཐོག་སློབ་སྦྱོང་བསླབས་ཟིན་པ་སློབ་སྦྱོང་སློབ་བཞིན་པ་སློབ་སྦྱོང་བསླབ་རྒྱུ་སློབ་སྦྱོང་སློབ་ཤིག་ཟིན། སློབ་སྦྱོང་བྱང་ཟིན་པ་སློབ་སྦྱོང་བྱང་སྦྱོང་བཞིན་པ་སློབ་སྦྱོང་བྱང་རྒྱུ་སློབ་སྦྱོང་སྦྱོང་ཤིག་ཟིན། ད་བཞི་ཐམ་པ་ལས་ཀྱི་ཐོག་དེ་བཞི་དེ་གར་ཅན་ལས་ཀྱི་རེ་སྐོ་རང་དབང་ཅན་མ་རེ་བ་སྐོ་ག་དུས་ཡིན་ན་ཡང་སྡེ་པ་རྐྱང་རྐྱང་ད་ལྟ་བ་རྐྱང་རྐྱང་མ་འོངས་པ་དང་རྐྱང་སྐུལ་ཚིག་རྐྱང་རྐྱང་བྲིས་དགོས་བྲིས་ཡ་རེ་གི་ཡོག་མ་རེ་གང་སྐོ་གཞན་པ་ལ་ལྟོས་དགོས་རེ་བ་གཞན་པ་ལ་ག་རེ་ལ་ལྟོས་དགོས་རེ་སྔོ་ཐོག་གི་འཕོ་འགྱུར་དེ་ལ་ལྟོས་དགོས་རེ་འཕོ་འགྱུར་ག་འདྲའི་ཅིག་འདུག་ན་དེ་ལ་ལྟོས་ནས་ཨ་ནི་བྱ་ཚིག་དེ་བོད་ཆོས་བཏང་དགོས་ར་བྱ་ཚིག་དངོས་དེ་བྱ་ཚིག་དངོས་དེ་འཕོ་འགྱུར་དེ་བྱུང་ཟིན་པ་ཡིན་པ་ཡིན་ན་ནི་འདས་ཚིག་བོད་སྤྱི་དང་གོ་རེ། འཕོ་འགྱུར་དེ་བྱུང་བཞིན་པ་ཡིན་ན་ནི་ད་ལྟ་བོད་སྤྱི་དང་གོ་རེ། འཕོ་འགྱུར་དེ་འབྱུང་རྒྱུ་ཡིན་པ་ཡིན་ན་ནི་མ་འོངས་པ་བོད་སྤྱི་དང་གོ་རེ། འཕོ་འགྱུར་དེ་བྱུང་བར་སྐུལ་བ་ཡིན་པ་ཡིན་ན་ནི་སྐུལ་ཚིག་བོད་སྤྱི་དང་གོ་རེ། དེ་ཡིན་དུས་བྱ་ཚིག་དངོས་དེ་བོད་སྤྱི་དང་ཡིན་དུས་ལག་ལེན་ཐོག་ལ་བོད་སྤྱི་དང་ཡིན་དུས་འཕོ་འགྱུར་ལ་ལྟོས་གོ་དགོས་དུ་བ་ལྟོས་གོ་བ་སོང་ས་ཁོ་བཞི་ལེགས་ཡོད། ཨ་ནི་བྱ་ཚིག་དང་འབྲེལ་བའི་མིང་དེ་འཕོ་འགྱུར་ལ་ལྟོས་མི་གོ་བ་སོང་ས་ཁོ་དུས་དང་རྣམ་པ་ཀུན་ཏུ་གྲ་སུ་ལ་འགྱུར་བ་ཡོད་མ་རེད། ཁོ་ད་ལྟ་བའི་སྒོ་ནས་སྒྲུབ་པ་དཔེར་ན་ཟ་ཁང་འདྲ་བས་ན་སྟོད་དང་རྣམ་པ་ཀུན་ཏུ་ཟ་ཁང་འདི་ད་ལྟ་བར་འང་བྲིས་ཡ་རེད་ཁོ་ད་བྲིས་བཞག་ཡོད་རོ་བ་ད་དེ་མ་ནེ་འགའ་དེ་མ་འོ་འོག་ནས་གླེགས་ཡོད་ར་ད་འོ་དེ་འདྲ་བྱས་ནས་དེ་ཡིན་པ་སོང་ཙང་དེ་དུ་བ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་གོས་པ་དང་མི་གོས་པ་ཡིན་པ་སོང་ཙང་གར་ཆགས་སོང་དུས་གསུམ་གྱི་གོ་བ་རྒྱག་རྒྱུ་ཡོད་མེད་དང་དུས་གསུམ་གྱི་དཔྱད་ར་གོས་མི་གོས་ད་དེ་གླེགས་ཡོད་ར་ད་མཁྱེན་སོང་ཨ། བྱ་ཚིག་དང་འབྲེལ་བའི་མིང་དེ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་མི་གོས་པ་སོང་ཙང། ལྟོས་དགོས་ཀྱི་མི་འདུག་ལྟོས་མི་དགོས་པ་སོང་ཙང་ཁོ་ལ་དུས་གསུམ་གྱི་གོ་བ་རྒྱག་ཡ་ཡོད་མ་རེད། གོ་བ་ག་རེ་རྒྱག། ཁོ་དངོས་ཐོག་གི་ཕོ་རྒྱུད་ལ་ལྟོས་ཀྱི་ཡོད་ན་དེ་དུས་གསུམ་གྱི་གོ་བ་རྒྱག་དགོས་རེད་བ། དངོས་ཐོག་གི་ཕོ་རྒྱུད་ལ་ཁོ་རང་ཁོ་ལྟོས་དགོས་ཀྱི་མི་འདུག་བ་དེ་དུས་གསུམ་གྱི་གོ་བ་རྒྱག་པའི་ཁོ་རང་ཡོད་མ་རེད། དུས་གསུམ་ཟེར་དེ་ག་བ་ནས་ལེགས་པ་རེད། དངོས་པོའི་གང་ཡང་རུང་བ་ཞིག་གི་སྟེང་དུ་ཡོད་པའི་ཕོ་རྒྱུར་བྱུང་བཞིན་པ་བྱུང་ཟིན་པ་འབྱུང་རྒྱུ་དེའི་ཐོག་ནས་དུས་གསུམ་ལེགས་ཀྱི་ཡོད་རེད་བ། དེ་ལ་ཁོ་རང་ལྟོས་མི་དགོས་ན་དུས་གསུམ་གྱི་གོ་བ་རྒྱག་ཡ་ཡོད་མ་རེད། དེ་ག་ནང་བཞིན་བྱ་ཚིག་དང་འབྲེལ་བའི་མིང་དེ། དངོས་ཐོག་གི་འཕོ་འགྱུར་ལ་ལྟོས་མི་དགོས་པར་སོང་ཙང་དུས་གསུམ་གྱི་དཔྱད་ར་ཡང་བྱེད་དགོས་མ་རེད་ཁྱེད་སོང་ཨ། དུས་གསུམ་དེས་མ་འོངས་ད་ལྟ་གསུམ་གྱི་དཔྱད་པ་བཏང་ནས་ཨ་བྱ་ཚིག་དང་འབྲེལ་བའི་མིང་འདི་ལ་ག་འདྲི་འདྲ་བོ་ཞིག་བྲིས་དགོས་ན་གཅིག་བྱེད་དགོས་ན་གཉིས་དགོས་འདི་འདྲའི་དཔྱད་པ་ཡང་བཏང་དགོས་མ་རེད་གང་ཡིན་ཟེར་ན་ཁོ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་ཀྱི་མི་འདུག་བ། ད་བྱ་ཚིག་དངོས་དེ་ཡིན་པ་ཡིན་ན་དངོས་ཐོག་གི་འཕོ་འགྱུར་ལ་ལྟོས་ནས་བྲིས་དགོས་རུང་བ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་པར་སོང་ཙང་སྟོད་གོ་བ་སོང་ཙང་དེ་ཁུར་བ་ལ་ག་རེ་ཡོད་རེད་ཟེར་ན་དུས་གསུམ་གྱི་གོ་བ་རྒྱ་ཡ་ཡོད་རེད། དེ་ག་ནང་བཞིན་བྱས་ན་བྱ་ཚིག་དངོས་དེས་དངོས་ཐོག་གི་འཕོ་འགྱུར་ལ་སྟོད་གོས་པ་ཡིན་པ་སོང་ཙང་དུས་གསུམ་གྱི་དཔྱད་ར་ཡང་བྱེད་དགོས་རེད་ཁེང་སོང་དཔྱད་ར་བྱེད་ཡ་ཡོད་རེད་ད་ཁེང་སོང་དཔྱད་ར་བྱེད་དགོས་མི་འོ་དེ་ཡིན་དུས་ཙང་ནི་དེ་གཉིས་ཀྱི་རྒྱུ་མཚན་དེ་འདི་ལ་ཐུག་བསྡད་ཡོད་རེད་ད་འོ་དངོས་ཐོག་གི་འཕོ་འགྱུར་ལ་སྟོད་གོས་མི་དགོས་འོ་དེ་ཁེང་སོང་འོ་སྡུག་ཅེ་ནི་དེ་ནི་འོ་ད་དེའི་རྗེས་སུ་བཞི་པ་ད་ལྟ་བཞི་པ་ཞུས་ཟིན་པ་ཡིན་པ་ད་བཞི་པ་གི་རྗེས་སུ་ལྔ་པ་ལྔ་པ་དེ་ག་རེ་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་མིན། འོ་ད་དེ་ལྔ་པ་དེ་རེད་བ། ད་དེ། ད་ལྟ་གོང་དུ་ཞུས་པ་ནང་བཞིན་བཞི་པ། དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་མི་དགོས་དེ་ཡང་གནད་འགག་ག་བ་ཐུག་གི་ཡོད་རེད། བྱ་ཚིག་དང་འབྲེལ་བའི་མིང་དེ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་མི་དགོས་ལ་བྱ་ཚིག་དངོས་དེ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་པ་དེ་དེ་གནད་འགག་ག་བ་ཐུག་གི་ཡོད་རེད་ཟེར་ཡོང་དུས་ད་དེའི་གནད་འགག་དེ་ཡང་དེ་འོག་མ་དེ་ལ། ལྔ། བཞི་པ་གི་གནད་འགག་དེ་ལྔ་པ་ལ་ཐུག་ཡོད་རེད་ད། དངོས་པོ་གང་ཡང་རུང་བ་ཞིག་ལ། འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་མིན་ལ་ཐུག་ཡོད། ད་ག་རེ་ལོག་དོན་དག་ལ་བྱ་ཚིག་དང་འབྲེལ་བའི་མིང་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་མ་ཡིན་པ་ཆགས་བསྡད་ཡོད་རེད་སྟོན་བྱེད་མ་ཡིན། བྱ་ཚིག་དངོས་དེ་ག་རེ་ཆགས་བསྡད་ཡོད་རེད་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་པ་ཆགས་བསྡད་ཡོད་རེད་སྟོན་བྱེད་ཡིན། དེ་ཡིན་དུས་ཙང་ནི་སྟབས་ནི་འགའ་བསྡད་ལ་ཐུག་སོང་བ། དངོས་པོ་གང་ཡང་རུང་བ་དེ་བྱ་ཚིག་དང་འབྲེལ་བའི་མིང་དེ་དེའི་འགྲོའོ། སློབ་སྦྱོང་ཟེར་ཡག་འགྲོ་ཟ་ཁང་ཟེར་ཡག་འགྲོ་དེ་བྱ་ཚིག་དང་འབྲེལ་བའི་མིང་དེ་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་མ་ཡིན་པ་སོང་ཙང། མ་ཡིན་པར་བ། མ་ཡིན་པ་སོང་ཙང་ཨ་ནི་དངོས་ཐོག་གི་འཕོ་འགྱུར་ལ་ལྟོས་གོ་གི་མ་རེད། ད་ལས་སོང་ཨ། ཨ་ནི་བྱ་ཚིག་དངོས་དེ་ག་རེད་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་པ་ཆགས་དེ་ཡོད་རོ་སྟོན་བྱེད་ཆགས་དེ་ཡོད་རོ་བ་ཁོ་བརྡ་སྤྲོད་བྱེད་ཆགས་དེ་ཡོད་རོ་བརྗོད་བྱེད་ཆགས་དེ་ཡོད་རོ་བ་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་བྱུང་བའི་འཕོ་འགྱུར་དེ་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་དེ་སྟོན་བྱེད་དེ་བྱ་ཚིག་དངོས་དེ་གི་སྟོན་གོ་ར་བ་སྟོན་བྱེད་ཆགས་དེ་རེད་དེ་ཡིན་པ་སོང་ཙང་ནི་བྱ་ཚིག་དངོས་དེ་གར་སོང་དངོས་ཐོག་གི་འཕོ་འགྱུར་ལ་ལྟོས་གོ་བ་ཆགས་དེ་གི་རེད་ད་རང་རོ་བ་ཁོ་བྱ་ཚིག་དངོས་དེ་གི་ག་རེ་སྟོན་གོ་རེད་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་བྱུང་བའི་དངོས་པོ་གང་ཡང་རུང་བ་ཞིག་ལ་ཡོད་པའི་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་དེ་སྟོན་བྱེད་ཡིན་པ་སོང་ཙང་དེ་ཁོ་འཕོ་འགྱུར་ལ་ལྟོས་གོ་རོ་བ་འཕོ་འགྱུར་ལ་ལྟོས་གི་ལྟོས་གི་འཕོ་འགྱུར་ལ་ལྟ་གི་ལྟ་གི་དངོས་པོ་གང་ཡང་དངོས་ཐོག་གི་འཕོ་འགྱུར་ལ་ལྟ་གི་ལྟ་གི་ནི་བྱ་ཚིག་བྲིས་གོ་རོ་བ། གང་ཡིན་ཟེར་ན་ཁོ་འཕོ་འགྱུར་དེ་སྟོན་བྱེད་ཡིན་དུས་འཕོ་འགྱུར་ག་འདྲས་ཅིག་འདུག་ན་ཡང་དེའི་ནང་བཤད་ཅིག་སྟོན་གོ་ར་སྟོན་བྱེད་དེའི་ནང་བཤད། བརྗོད་བྱེད་དེའི་ནང་བཤད་བརྡ་སྤྲོད་བྱེད་ཀྱི་ཚིག་དེ་ཡང་དེའི་ནང་བཤད་བོད་ཆོས་དང་གོ་ར་འཕོ་འགྱུར་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བཞིན་པ་ཡིན་ན་ནི་དེ་སྟོན་བྱེད་དེ་ལ་བྱ་ཚིག་ད་ལྟ་བ་བྲི་དགོས་རོ། དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་ཟིན་པ་ཡིན་ན་ནི་བྱ་ཚིག་འདས་པ་བྲི་དགོས་རོ། དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་འབྱུང་རྒྱུ་ཡིན་པ་ནི་བྱ་ཚིག་མ་འོངས་པ་བྲི་དགོས་རོ། དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་བསྐུལ་བ་ཡིན་ན་ནི་བསྐུལ་ཚིག་བྲི་དགོས་རོ། འོ་འདུག་ཅེས་བྱ་ཚིག་དངོས་གསལ་དེ་རེད་ད། གང་ཟེར་ན་ཁོ་དངོས་པོ་གང་ཡིན་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་པ་ཆགས་བསྡད་ཡོད་རུང་བ་དེ་ཡིན་པར་སོང་ཙང་དངོས་ཐོག་གི་འཕོ་འགྱུར་ལ་ལྟོས་གིན་ལྟོས་གིན་བྲིས་དགོས་རེད། ད་དེ་གནད་འགག་དེ་ལས་སུ་བ་ད་ད་དེ་དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་མི་དགོས་ཀྱི་གནད་འགག་དེ་ག་བ་ཐུག་བསྡད་རེད་ཟེར་ན། དངོས་པོ་གང་ཡིན་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་མིན་ལ་ཐུག་བསྡད་རེད་ད་དེ་རྒྱས་པར་བྲིས་བཞག་རེད་ད། དངོས་པོ་གང་ཡང་རུང་བ་ཞིག་ལ་ལས་དང་པོ་བ་ཞེས་བྱ་སྦྱར། ད་དངོས་ཐོག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་མིན་ལབ་བྱེད་ན་ཡང་འགྲིག་གི། དངོས་ཐོག་ཟེར་དེའི་ཚིག་འདི་ག་རེ་བསྡུས་བྱ་རེད་དངོས་པོ་གང་ཡང་རུང་བ་ཞིག་ལ་ཟེར་དེའི་ཚིག་འདི་དེ་དངོས་ཐོག་གིས་ཟེར་འདི་ནང་ལ་བསྡུས་བྱ་རོགས་དངོས་ཐོག་གི་འཕོ་འགྱུར་ཟེར་ཏེ། ད་དོན་དག་གཅིག་པ་རེད་དངོས་ཐོག་གི་འཕོ་འགྱུར་ཟེར་ན་ཡང་རེད་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་ཟེར་ན་ཡང་རེད་དོན་དག་གཅིག་པ་རེད་ད་ཚིག་བརྒྱད་བསྡུས་རོགས་ད་དེ་ལ་ཚིག་བརྒྱད་པ་དེ་བྲིས་བྱ་ཡིན་ད། ཁྱེད་རྣམ་པ་ཡག་པོ་མཁྱེན་ཡ་བྱོས། འོ་དེའི་མདུན་ད་ལྔ་པ་དེ་གི་གར་སྟོན་གི་འདུག་གནད་འགག་དེ་གར་འདུག་བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་ཀྱི་ཡང་གནད་འགག་དེ་གནད་འགག་དེ་འགག་རྩ་དེ་སྟོན་ཡོང་གི་འདུག་བ་བྱ་ཚིག་དང་འབྲེལ་བའི་མིང་དེ་གི་གར་རེད་གར་ཆག་དེ་རེད་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་མ་ཡིན་ལབ་དགོས་རེད་ད་སྟོན་བྱེད་མ་ཡིན་པ་སོང་ཙང་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་དེ་སྟོན་བྱེད་མ་ཡིན་པ་སོང་ཙང་བྱ་ཚིག་དང་འབྲེལ་བའི་མིང་དེ་ལ་སྒྲ་གཟུགས་ལ་འགྱུར་བ་ཡོད་མ་རེད་ག་རེ་བྲིས་ན་ཡང་འགྲིག་གི་རེད་ག་རེ་བྲིས་ན་འགྲིག་གི་རེད་སོ་དུས་ག་སོང་གར་ལབ་དགོས་རེད། སོ་སོ་གིས་གང་བྱུང་བྱུང་གང་དྲན་དྲན་བྲིས་ཡ་ཟེར་བ་མ་རེད་ད། ཁོ་དང་པོ་ཁོ་རང་བྲིས་སྲོལ་ལ་ག་འདྲས་ཀྱི་ཡོད་པ་ཡིན་ན་ཡང་ད་ལྟ་བའི་སྐོར་ནས་བྲིས་ཡོད་ན་ད་ལྟ་བའི་སྐོར་ནས་བྲིས་རྐྱང་བྱས་པ་རེད། ཁོ་འཕོ་འགྱུར་ལ་ཇུས་གཏོགས་ཡོད་མ་འཕོ་འགྱུར་བྱུང་བ་སྐོར་ལ་སྟོན་སྟོན་རྒྱས་མ་རེད་བ། དེ་འདི་འཕོ་འགྱུར་བྱུང་བཞིན་པ་རེད་འདུག་གམ་བྱུང་ཟིན་པ་རེད་འདུག་གམ་འབྱུང་རྒྱུ་རེད་འདུག་གམ་འབྱུང་བར་སྐུལ་བ་རེད་འདུག་ཟེར་ནས་གོ་བ་བརྒྱབ་བསྡད་ཡ་འགྲོ་དཔྱད་པ་བཏང་བསྡད་ཡ་འགྲོ་དུས་གསུམ་གྱི་གོ་བ་དང་དཔྱད་པ་དེ་ཚོ་རྩ་གཉིས་བརྒྱབ་དགོས་མ་རེད། ཁོ་རང་དང་པོ་ཁོ་རང་བྲིས་སྲོལ་ག་འདྲས་འདུག་ན་ཡང་དེ་ནང་བཞིན་བྲིས་རྐྱང་བྱས་པ་རེད་གང་ཡིན་ཟེར་ན་ཁོ་འཕོ་འགྱུར་བྱུང་བ་སྟོན་རྒྱས་མ་རེད་བ། འཕོ་འགྱུར་བྱུང་བ་སྟོན་རྒྱས་མ་ཡིན་པ་གཅིག་གིས་འཕོ་འགྱུར་ལ་བརྟག་དགོས་མ་རེད། ད་བྱ་ཚིག་དངོས་དེ་ཡིན་པ་ཡིན་ན། དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ཡིན་པ་ཆགས་འདོད་ར་སྟོན་བྱེད་ཆགས་འདོད་ར་སྟོན་བྱེད་ཆགས་ཡིན་དུས་དེ་འཕོ་འགྱུར་ལ་ལྟ་གི་ལྟ་གི་བྲིས་དགོས་ར་མ་གཏོགས་དེ་འཕོ་འགྱུར་དེ་ཏག་ཏག་སྟོན་ཐུབ་གི་མ་ར་བ། འདི་གི། དཔེར་ན་སློབ་སྤྱོང་ཟེར་ཡ་འདི་གི་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་དངོས་པོ་གང་ཡང་རུང་བ་ཞིག་ལ་ག་རེ་ལབ་ན་འགྲིག་གི་འདུག་བ་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་གི་འདུག་བས་སྟོན་གི་མ་རེད། ཟ་ཁང་ཟེར་ཡ་འདི་གའི་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་གི་འདུག་བས་སྟོན་གི་མ་རེད་ཁོ་སྟོན་བྱེད་མ་ར་བ། འདི། བྱ་ཚིག་དང་འབྲེལ་བའི་མིང་ཆགས་འདོད་ར་ཁོ་མིང་ཙམ་རེད་མིང། དཔེར་ན་སོ་སོ་གི་མིང་དང། སོ་སོ་བསྟན་འཛིན་བཤད་སྒྲུབ་ཟེར་བ་ནི་བཤད་སྒྲུབ་བསྟན་འཛིན་ཟེར་ག་རེ་ལབ་ན་ཡང་ད་དེང་སང་མིང་བསྟན་འཛིན་བསྟན་འཛིན་ཟེར་བའི་མིང་དཔེ་མང་པོ་ཡོད་ར་མི། བསྟན་འཛིན་ཟེར་བའི་མིང་ད་སྟོང་ཕྲག་མང་པོ་ཡོད་ར་ད་ཁོ་ལ་བསྟན་འཛིན་ཟེར་དུས་ད་དེ་བྱ་ཚིག་དང་འདྲ་བའི་མིང་རེད་ད་བསྟན་འཛིན་ཟེར་ད་འདི་ལ་རིགས་བསྒྲེས་ནས་ད་མིང་དཔེ་མང་པོ་ཡོད་ར་བྱ་ཚིག་དང་འདྲ་བའི་མིང་ང་རང་ཚོ་མིའི་མིང་རེད་ད་ད་དེ་ཡིན་ན་ལམ་སང་ཧ་གོ་འདུག་ད་དཔེར་ན་བསྟན་འཛིན་ཟེར་ན། ད་འདི་ལ་གོ་བ་རྒྱབ་དེ་ཡོད་རེད་བས་ཟེར་ན་ཡོད་མ་རེད་འདི་ལ་གོ་བ་རྒྱབ་ཡ་གང་ཡང་ཡོད་མ་རེད་དུས་གསུམ་གྱི་དཔྱད་ར་གོ་གི་རེད་བས་ཟེར་ན་གོ་གི་མ་རེད། དེ་ག་ནང་བཞིན་དངོས་ཐོག་གི་འགྱུར་བ་ལ་འཕོ་འགྱུར་ལ་ལྟོས་དགོས་སྐོར་ཟེར་ན་ལྟོས་དགོས་ཀྱི་མ་རེད། དེ་ག་ནང་བཞིན་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་རེད་བས་ཟེར་ན་སྟོན་བྱེད་མ་རེད་ཁོ། ཁོ་མི་ཡིན་རེད་མི་གཅིག་ངོ། བརྡ་འཕྲོད་ཡ་ཆེད་དུ་དེ་ལག་གཉིས་དུ་འཚོལ་ཐུབ་པའི་ཆེད་དུ་དེ་ལག་གཉིས་དུ་གོ་བླང་དོར་བྱེད་ཐུབ་པའི་ཆེད་དུ་བསྟན་འཛིན་ཟེར་ནས་མིང་བཏགས་བཞག་རུང་བ་ད་འདི་ལ་བྱ་ཚིག་ག་རེ། བསྟན་ཟེར་ནས་བྱ་ཚིག་སྡེ་པ་གཅིག་དང་འཛིན་ཟེར་ནས་བྱ་ཚིག་ད་ལྟ་བ་བྱ་ཚིག་གཉིས་དང་འབྲེལ་བའི་མིང་རེད་དོ། ཨ་འདི། འདི་བསྟན་འཛིན་ཟེར་དུས་བསྟན་པ་འཛིན་པ་ཟེར་སངས་རྒྱས་ཀྱི་བསྟན་པ་འཛིན་པ་ཟེར་རུང་ད་གོ་སངས་རྒྱས་ཀྱི་བསྟན་པ་འཛིན་པ་ཡིན་དང་མ་ཡིན་སངས་རྒྱས་ཀྱི་ད་འཛིན་ཟེར་དུས་འཛིན་པའི་གི་བྱ་བ་དེ་བྱེད་བཞིན་པ་སངས་རྒྱས་ཀྱི་བསྟན་པ་འཛིན་པ་འཛིན་བཞིན་པ་ཡིན་དང་མ་ཡིན། དེ་འདྲས་ཀྱི་དཔྱད་ར་བྱེད་དགོས་མ་རེད་བ། དཔྱད་དཔྱད་པ་བཏང་ཡ་གོ་རེད་ཡོད་མ་རེད་ཁོ་ལ་དཔྱད་པ་བཏང་ས་ཡོད་མ་རེད་དེ་བ་ན་གཞི་གོ་བ་བརྒྱབ་ས་ཡོད་མ་རེད་འདི་གོ་བ་བརྒྱབ་དགོས་གི་མ་རེད་ཁོ་རང་བསྟན་འཛིན་ཟེར་བའི་མིང་འདི་ཡོངས་གྲགས་ཐོག་ལ་དེ་འདྲས་རང་བྲིས་གི་རེད་བ་དང་པོ་དེ་ལ་བ་བོ་ས་ད་ད་བཏགས་ན་བསྟན་ཟེར་ནས་སྡེ་ཚིག་ཅིག་བྲིས་ཨ་ནི་འོག་མ་དེ་ལ་ཨ་བོ་རྫ་གོས་འཛིན་ན་འཛིན་ཟེར་ན་མ་འོངས་ད་ལྟ་བ་ཞིག་བྲིས་གི་རེད་བ་བྱ་ཚིག་གཉིས་ད་འདི་བྲིས་རྐྱང་བྱེད་ཡ་རེད་བ་ཁོ་ལ་གོ་བ་བརྒྱབ་བསྡད་ཡ་གལ་ཡོད་མ་རེད་ད་གང་ཡིན་ཟེར་ན་ཁོ་གི་ག་རེ་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་དེ་སྟོན་བྱེད་མ་རེད་བ་འདི་གི། དེ་བསྟན་འཛིན་ཟེར་ཏེ་འཕོ་འགྱུར་བྱུང་བ་སྟོན་བྱེད་མ་ཁོ་ག་རེ་སྟོན་ཡ་རེད། དངོས་པོ་གང་ཡང་རུང་བ་ཞིག་གི་ངོ་བོ་དེ་སྟོན་བྱེད་ཆགས་ཏེ་ཡོད་ར་དོན་གྱི་ངོ་བོ་སྟོན་བྱེད་རེད་དོན་གྱི། བྱ་བ་ཟེར་ན་འདྲ་དོན་གྱི་འཕོ་འགྱུར་སྟོན་བྱེད་མ་རེད་བ་དེ་དོན་གྱི་ངོ་བོ་མི་གང་ཡང་རུང་བ་ཞིག་ཁོ་རང་གི་ངོ་བོ་དཔེར་ན་མེའི་ངོ་བོ་ཚ་ཞིང་སྲེག་པ་ཚ་ཞིང་སྲེག་པ་ཟེར་དུས་མེའི་ངོ་བོ་སྟོན་དགོས་ར་དེ་ནང་བཞིན་གྱི་ནི་དོན་གྱི་ངོ་བོ་དེ་སྟོན་བྱེད་རེད་མ་གཏོགས་དོན་གྱི་རྣམ་པ་འཕོ་འགྱུར་དེ་སྟོན་བྱེད་མ་རེད་བ་དེ་དེ་ཡིན་པ་སོང་ཙང་ཁོ་ལ་གོ་བ་རྒྱབ་དགོས་མ་རེད་བསྟན་འཛིན་ལྟ་ཁོ་དྲི་རྐྱང་བྱེད་པར་ཁོ་བསྟན་པ་འཛིན་གྱི་ཡོད་ན་ཡང་འདྲ་འཛིན་གྱི་མེད་ན་ཡང་འདྲ་བསྟན་པ་འཛིན་བཞིན་པ་ཡིན་ན་ཡང་འདྲ་བསྟན་པ་འཛིན་བཞིན་པ་མ་ཡིན་ན་ཡང་འདྲ་མདོར་ན་ཁོ་བསྟན་པའི་གི་དྲ་བོ་ཡིན་ན་ཡང་འདྲ་བསྟན་པ་ཤེས་མཁན་ཅིག་ཡིན་ན་ཡང་འདྲ་དེ་ཁོ་མིང་བསྟན་འཛིན་ཟེར་ནས་ཁོ་སྐྱེས་མ་ཐག་ཏུ་བསྟན་འཛིན་ད་ཞེན་ད་ཁོ་ལ་བསྟན་འཛིན་བསྟན་འཛིན་རང་ལབ་དགོས་རེད་བ་དེ་འདི་ལ་ཞུ་གོ་བ་བརྒྱབ་ནས་ཁོ་བསྟན་ཞིག་རེད་ཤ་བསྟན་འཛིན་རེད་མི་འདུག་ཁོ་ལ་བསྟན་འཛིན་ལབ་གི་མེད་ཟེར་ནས་དེ་ཡང་འགྱུར་བ་བཏང་ན་འགྲིག་གི་མ་རེད་བ་ཁོ་བསྟན་པ་འཛིན་བཞིན་པ་རེད་མི་འདུག་ཁོ་གཞི་ནས་ད་དུས་བསྟན་པ་འཛིན་རྒྱུ་བཟུང་རྒྱུ་རེད་ཤ་དེ་འདུག་ངས་ཁོ་ལ་བསྟན་འཛིན་ལབ་གི་མེད་བསྟན་སྲུང་ཟེར་གི་ཡིན་ཟེར་ནས་འདི་འདྲའི་བྲིས་བཞག་ན་ལག་ལེན་ཐོག་ལ་བྲིས་བཅོས་འདི་འདྲའི་བྱས་བཞག་ན་དེ་འགྲིག་གི་མ་རེད་བ་དེ་གོ་བ་ཀྱང་འགྲིག་གི་འོ་མ་རེད་ད་འོ་དེ་འདྲའི་དྲ་བོ་འོ་དེ་དེ་བཞིན་ལྟར་རིགས་བསྒྲེས་ནས་ཆ་ཚང་ལ་མཁྱེན་པར་བྱ། འོ་དེའི་མདུན་ལྔ་པ་དེ་ག་རེ་དུ་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་འབྱུང་བ་སྟོན་བྱེད་ཡིན་པ་དང་མ་ཡིན་པའི་ཁྱད་པར་ཡོད་རེད་ཟེར། འོ། ད་དེ་ཚོ་ཚང་མ་གོ་བ་གི་ཐོག་ནས་རེད་ད། གཉིས་པ་གསུམ་པ་བཞི་བ་ལྔ་བ། དེ་གོ་བ་ཏག་ཏག་ཀླད་སོ། ད་དེ་གོ་བ་དེ་ཀླད་ཡིན་དུས་སྡོམ་དེ་ག་བ་ལེགས་བ་རེད་དྲུག་པ་དང་དུམ་པ་གཉིས་ཀྱི་གང་ལ་རྒྱབ་བོ་རེད་ད། ད་འོ་ན་ག་འདྲའི་སྤྲོ་བ་ཞིག་གནང། ག་ག་བ་ཐུག་ཡོད་རེད་ཟེར་ན་ཡོངས་གྲགས་ཀྱི་དྲི་སོལ་དང་དངོས་ཐོག་གི་འཕོ་འགྱུར་དབང་བཙན་ཡིན་མིན་ཟེར་གན་སོང་ཨ། ད་བྱ་ཚིག་དང་འབྲེལ་བའི་མིང་ཡིན་པ་ཡིན་ན་ད་འདི་གླེགས་ཀྱི་རེད་བ། ད་འདི་བྱ་ཚིག་དང་འབྲེལ་བའི་མིང་འདི་ཟ་ཁང་ཟེར་དང་སློབ་ཆུང་ཟེར་ད་བྱ་ཚིག་དང་འབྲེལ་བའི་མིང། སྣ་ཁ་སུམ་ཅུ་ལྷག་ཟེར་རོགས་མ་ཞུ་ཡི་ངེ། དེ་དུས་ལས་ཚེ་ཕྱི་མ་ནང་ཞུ་གི་རེད་བ། ད་འདི་འོ་ན་ད་འདི་ལ་གོ་བ་ནི་རྒྱ་བལ་དུས་གསུམ་གྱི་གོ་བ་ནི་རྒྱ་བལ་མི་འདུག་དུས་གསུམ་གྱི་སྤྱད་ར་ནི་བྱེད་དགོས་ཀྱི་མི་འདུག་དངོས་ཆོས་ཀྱི་འཕོ་འགྱུར་ལ་ནི་ལྟོས་དགོས་ཀྱི་མི་འདུག་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བ་སྟོན་བྱེད་ནི་རེད་མི་འདུག་འོ་ན་དེ་ལ་ད་ལྟ་བ་ཟེར། དེ་ལ་ད་ལྟ་བ་ད་ལྟ་བ་ཟེར། དེ་ག་ནང་བཞིན་བྱས་ནས། དེ་ལ་དེ་བ་དེ་ལ་ད་ལྟ་བ་ཟེར། བྱ་ཚིག་དང་འབྲེལ་བའི་མིང་དཔེ་མང་པོ་ཡོད་རེད་བ། ད་ལྟ་བ་དང་འབྲེལ་བའི་མིང། མ་འོངས་པ་དང་འབྲེལ་བའི་མིང། སྐུ་ཚིག་དང་འབྲེལ་བའི་མིང། འདས་ཚིག་དང་འབྲེལ་བའི་མིང། འདས་ཚིག་གཉིས་དང་འབྲེལ་བའི་མིང། ད་ལྟ་བ་གཉིས་དང་འབྲེལ་བའི་མིང། མ་འོངས་པ་གཉིས་དང་འབྲེལ་བའི་མིང། མ་འོངས་པ་གཅིག་དང་ད་ལྟ་བ་གཅིག་མཉམ་དུ་བཟོ་ནས་མིང། འོ། དེ་འདྲའི་རྟགས་དཔེ་མང་པོ་ཡོད་རེད་བ། འོ་ན་དེ་ཚོ་ཚང་མ་རྟགས་ག་རེ་བྱས་ནས། འོ་ན་རྟགས་དེ་བྲིས་ཡོང་དུས་གནད་འགག་དེ་ག་བ་རྟགས་གོ་རེད་ཟེར་དུས། རྒན་སོང་ཨ། བྲིས་འདུག་ཨ་ན་ང་ཚོ་གོ་བ་ནི་རྒྱ་ཡ་མི་འདུག་རྟགས་བྲིས་མ་ཤེས་པ་ཆགས་ས་རེད་ཟེར་ན། རྟགས་ག་བ་རྟགས་གོ་ཟེར་ན། ཡོངས་གྲགས་ཀྱི་བྲིས་སྲོལ་ལ་རྟགས་གོ་རེད་ཟེར། བྱ་ཚིག་དང་འབྲེལ་བའི་མིང་དེ་རྒན་སོང་ཨ། བྱ་ཚིག་དང་འབྲེལ་བའི་མིང་དེ་བྲིས་ཡོང་དུས་ག་བ་རྟགས་གོ་རེད་ཟེར་ན། ཡོངས་གྲགས་ཀྱི་བྲིས་སྲོལ་ལ་རྟགས་གོ་རེད། ཡོངས་གྲགས་ཀྱི་དྲི་སོལ་འདི་དབང་བཙན་པ་བྱ་དགོས་རེད་གསུངས་འདི་དབང་བཙན་པ་ཟེར་དེ་གཉིས་ཀ་ལ་བྱ་ཐབས་མེད་ས་བྱེད་རོགས། བྱ་ཚིག་དང་འབྲེལ་བའི་མིང་འདི་ལག་ལེན་ཐོག་ལ་བྲིས་ཡོད་འདུག་ལག་ལེན་ཐོག་ལ་བྲིས་འདུག་གནད་འགག་དེ་ག་བ་ལྟ་དགོས་ཟེར་ན་ཡོངས་གྲགས་ཀྱི་དྲི་སོལ་དབང་བཙན་པ་བྱེད་དགོས་རེད་གསུངས་རེད་གསུངས་ཨ་ཡོངས་གྲགས་ཀྱི་དྲི་སོལ་གྱི་དབང་དུ་གཏང་དགོས་རེད་ཟེར་སོ་སོས་གང་དྲན་དྲན་ཅིག་གོ་བ་འདྲ་བོ་རྒྱ་ཡ་ཡོད་ན་མེད་ན་ཅིག་རྒྱབ་ནས་གང་བྱུང་བྱུང་བྲིས་ན་འགྲིག་གི་མ་རེད་ཡོངས་གྲགས་ཐོག་ལ་དྲི་སོལ་ག་འདྲེ་འདུག་འདི་བྲིས་དགོས་རེད་གསུངས་དཔེར་ན་བསྟན་འཛིན་ཟེར་རོགས་བསྟན་འཛིན་ཟེར་དེ་ཡོངས་གྲགས་ཐོག་ལ་དྲི་སོལ་ག་འདྲེ་ཡོད་རེད་བོའུ་ས་ད་ད་ལྟ་ན་བསྟན་ཨོའུ་ཛ་གུའུ་ཛི་ན་ཛི་ན་ཟེར་ནས་ཡོངས་གྲགས་ད་དེ་ཡོངས་སུ་གྲགས་པ་རེད་བ་ད་ཚང་མ་ལ་མཁས་བླུན་བར་མ་རྒན་གཞོན་བར་མ་ཚང་མ་ལ་དེ་བསྟན་འཛིན་ཟེར་དུས་དེ་འདྲའི་བྲིས་ཀྱི་རེད་བ། དེ་བྲིས་སྲོལ་དེ་ག་རེད་དེ་བྱ་ཚིག་བདེ་བ་ཅིག་དེ་བྱ་ཚིག་ད་ལྟ་བ་ཅིག་དེ་འདྲའི་བྲིས་སྲོལ་ཡོད་པ་སོང་ཙང་དེ་རང་ལ་ཡོངས་གྲགས་ཀྱི་བྲིས་སྲོལ་དེ་དབང་བཙན་པ་བྱས་ནས་དེ་ག་རང་དུས་དང་རྣམ་པ་ཀུན་ཏུ་བྲིས་རྐྱང་བྱེད་པར་འགྱུར་བ་མེད་པ་བྱས་ནས་བྲིས་རྐྱང་བྱེད་པར་ད་དེ་ལ་གོ་བ་རྒྱབ་དགོས་མ་རེད་དཔྱད་ར་བཏང་དགོས་མ་རེད་ཁོ་རང་ཡོངས་གྲགས་ཀྱི་བྲིས་སྲོལ་ག་འདྲས་ཡོད་ན་ཡང་དེ་ནང་བཞིན་བྲིས་དགོས་རེད་གསུངས་ནས་བྱ་ཚིག་དང་འབྲེལ་བའི་མིང་དེ་གན་སོང་ཨ། ད་བྱ་ཚིག་དངོས་དེ་ག་རེད་ཟེར་ན་དངོས་ཐོག་གི་འཕོ་འགྱུར་དབང་བཙན་བྱེད་དགོས་རེད་གསུངས་ནས་བྱ་ཚིག་དངོས་དེ་ག་རེད་ཟེར་ན་ཡོངས་གྲགས་ཀྱི་བྲིས་སྲོལ་ཟེར་ཡ་གཅིག་ཡོད་མ་རེད་གཏན་འཁེལ་བ།

བྱུང་བཞིན་པ་བྱས་ན་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་བྱུང་བཞིན་པ་ཅན་ཡིན་པ་ཡིན་ན་ནི་ད་ལྟ་བ་བྲིས། འཕོ་འགྱུར་དེ་བྱུང་ཟིན་པ་ཡིན་ན་འདས་ཚིག་བྲིས། འཕོ་འགྱུར་དེ་བྱུང་རྒྱུ་ཡིན་ན་མ་འོངས་པ་བྲིས། འཕོ་འགྱུར་དེ་བྱུང་བར་བསྐུལ་བ་ཡིན་ན་འདི་གར་སོགས་རེ་སྐུལ་ཚིག་བྲིས། འདི་འདི་དངོས་ཐོག་གི་འཕོ་འགྱུར་དབང་བཙན་བྱེད་དགོས་དང་འཕོ་འགྱུར་ལ་ཏག་གི་ཏག་གི་བྲི་དགོས་རེད། ཡོངས་གྲགས་ཀྱི་བྲིས་སྲོལ་ཟེར་སྐད་ཆ་ཡོད་མ། འཕོ་འགྱུར་ལ་ཏག་གི་ཏག་གི་བྲི་དགོས་རེད། དེ་ཡིན་དུས་ད་འདི་གཉིས་ཀྱི་བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་ཀྱི་ལག་ལེན་གླེང་ཡོང་དུས་ད་གནད་འགག་དྲུག་པ་དེ་འདི་ཆགས་སོང་བ། ཡོངས་གྲགས་ཀྱི་དྲི་སོལ་དང་དངོས་ཐོག་གི་འཕོ་འགྱུར་དབང་བཙན་ཡིན་མིན། ཡོངས་གྲགས་ཀྱི་དྲི་སོལ་དབང་བཙན་པ་བྱེད་དགོས་པ་དེ་ག་རེད་ཟེར་ན་བྱ་ཚིག་དང་འབྲེལ་བའི་མིང་རེད། དངོས་ཐོག་གི་འཕོ་འགྱུར་དབང་བཙན་པ་བྱེད་དགོས་པ་དེ་ག་རེད་ཟེར་ན། ཨ་ནི། བྱ་ཚིག་དངོས་དེ་རེད། ཁྱེད་ཚོ་ཨ་བྱ་ཚིག་དངོས་དེ། ཨ་ད། གནད་འགག་དེ་དག། དེ་ཡིན་དུས་ད་ག་བ་ལས་གསུངས། ང་རང་ཚོ། ད་དྲི་བ་དེ་ཆ་ཚང་ད་ལན་དུ་ཕོག་ཚར་ད་སོ་སོ་གི་དོགས་པ་རྣམ་རྟོག་ག་རེ་ཡོད་ན་ཡང་དེ་གཉིས་ཀྱི་ཁྱད་པར་དང་དེ་གཉིས་ཀྱི་གནད་འགག་དེ་ལན་ཕོག་ཚར་སོ་བ་དེ་དུས་ད་གནད་འགག་གཙོ་བོ་དེ། ཨོ། དེ། ཨོ། སློབ་སྦྱོང་ཟེར་བའི་སྐབས་སུ། སློབ་སྦྱོང་ཟེར་ནས་བྱ་ཚིག་ད་ལྟ་བ་གཉིས་བྲི་དགོས་པའི་རྒྱུ་མཚན་ག་རེ་རེད། དེ་གནད་འགག་ག་བ་ཐུག་ཡོད་རེད་ཟེར་ཏེ། དེ་དམ་པ་གོང་མ་རྣམས་ཀྱི་བྲི་སྲོལ་ཡིན་པའི་ཕྱིར་ལ་ལན་རྒྱབ་དགོས་རེད་ད། དེ་ཡོངས་གྲགས་ཀྱི་བྲི་སྲོལ་ཡིན་པའི་ཕྱིར། ཡོངས་གྲགས་ཀྱི་བྲི་སྲོལ་ལ་སློབ་སྦྱོང་ཟེར་དུས་སློབ་སྦྱོང་ཟེར་ནས་བྱ་ཚིག་ད་ལྟ་བ་གཉིས་བཀོལ་ནས་བྲི་གི་ཡོད་རེད་ཟེར་ཡོངས་གྲགས་དམ་པ་གོང་མ་རྣམས་ཀྱི། དམ་པ་སྔ་མ་སྔ་མ་རྣམས་ཀྱིས་དྲི་གསོལ་བྱ། དྲི་གསོལ་ཟེར་དུས་ག་རེ། དྲིས་གསོལ་དྲིས་ཟེར་ན་དྲིས་བྱ་བའི་དོན་སློབ། ཉི་མ། དང་པོ། དམ་པ་གོང་མ་སུ་ཡིན་ན་ཡང་བརྡ་སྦྱོར་མཁན་པོ་ཐོག་མ་ཅིག་ཡོད་རེད་བ། བརྡ་སྦྱོར་མཁན་པོ་མིང་བཏགས་མཁན། བྱ་ཚིག་འབྲེལ་བའི་མིང་བཏགས་མཁན་ཐོག་མ་དེ་གིས་ག་རེ་དྲིས་ཡོད་ཟེར་ན། སློབ། བྱུང་ཟེར་ནས་དྲིས་ཡོད་ད་བྱ་ཚིག་ད་ལྟ་བ་གཉིས། ཨ་འདིའི་རྗེས་སུ་མི་གཅིག་གིས་དེའི་ཡག་པོ་མཐོང་ནས་འདིའི་རྗེས་སུ་གཅིག་གིས་དྲིས་གཉིས་ཀྱིས་དྲིས་གསུམ་གྱིས་དྲིས་མ་རིམ་པ་བཞིན་དུ་གཅིག་དྲིས་གཉིས་དྲིས། དེ་ནི་མ་མུ་མཐུད་ནས་མི་མང་པོ་གིས་དྲིས་ཡས་ཀྱི་རྒྱུན་དེ་བསྐྱངས་ཡོང་དུས་དེ་ག་རེ་ཆགས་སོང་ན་གསོལ་ཆགས་སོང་ན་ཁེངས་སོང་ན་དེ་ལ་གསོལ་ལ་གོ་ར་གསོལ་རྒྱུན་ཟེར་ཏེ་དེ་རེད་བ།

ཡོངས་སུ་གྲགས་པའི་གི་དྲི་བཟོ་ལ། དང་པོ་གོང་མའི་གི་དྲི་བཟོ་ལ། འདི་ཟ་ཟེར་ནས་ཟ་ཟ་ཀྱང་བྱ་ཚིག་ད་ལྟ་བའི་སྒོ་ནས་དྲི་བཟོ་ཅིག། དང་པོ་སུས་ཀྱིས་བཏགས་ཡོད་ན་ཡང་ནི་འདིའི་རྗེས་སུ་གཞན་པ་དེ་གི་ཡག་པོ་མཐོང་སྣང་བ་སྤྲོ་ནས་ནི་གཉིས་གསུམ་གསུམ་བྲིས་དུས་ཟ་གང་ཟེར་དེ་བྱ་ཚིག་ད་ལྟ་བའི་སྒོ་ནས་དྲི་བཟོ་དེ་བྱུང་སོང་རོ། དེ་འདུས་འདི་ལ་ག་ལ་ལགས་པ་རེད་ཡོངས་གྲགས་གི་དྲི་བཟོ་ཟེར་བར་གདའ་ཡོངས་གྲགས་གི་དྲི་བཟོ། དེ་འདུས་ཙང་ནི་བྱ་ཚིག་དང་འབྲེལ་བའི་མིང་ཅིག་ཡིན་ཚར་ནས་བཟུང་སྟེ། དེ་འགའ་ག་བ་བཏགས་དགོས་རེད་ཟེར་ན་ཡོངས་གྲགས་གི་དྲི་བཟོ་ག་རེ་རེད་འདུག་མི་འདུག་དེ་ལ་བཏགས་དགོས་རེད་ཟེར་ནས་དུས་གསུམ་གྱི་གོ་བ་རྒྱབ་དགོས་མ་རེད་དུས་གསུམ་གྱི་དཔྱད་པ་བཏང་དགོས་མ་རེད་དངོས་ཐོག་གི་འཕོ་འགྱུར་ལ་ལྟོས་དགོས་མ་རེད། གང་ཡང་བྱེད་དགོས་མ་རེད། ཡོངས་གྲགས་ཀྱི་དྲི་སོ་ག་རེ་རེད་བཏུ་མི་འདུག་བལྟ་དགོས་རེད། ད་ཡོངས་གྲགས་ཀྱི་དྲི་སོ་ལ་ག་རེ་རེད་བཏུ་མི་འདུག་བལྟ་ཡ་ལ་ག་འདི་བལྟ་དགོས་རེད་དཔེ་ཆ་མང་པོ་བསྔོག་དགོས་རེད་བ་དེབ་མང་པོ་བསྔོག་དགོས་རེད་བ་བཀའ་འགྱུར་བསྟན་འགྱུར་དུས་ཚོད་བསྔོག་དེབ་མང་པོ་བལྟ་ན་དེ་ཡོངས་གྲགས་ཀྱི་དྲི་སོ་ལ་ག་རེ་འདུག་ཧ་གོ་ཐུབ་རེད་བ་ད་དེ་འདྲས་ཡང་བྱེད་མ་ཐུབ་ན་དེ་ནི་ང་རང་ཚོ་ཚིག་མཛོད་ཀྱི་རྒྱལ་པོ་བོད་རྒྱ་ཚིག་མཛོད་ཆེན་མོ་དང་དག་ཡིག་གི་རྒྱལ་པོ་དག་ཡིག་གསར་བསྒྲིགས་འདི་གཉིས་དེ་ཁ་བསྔོག་ནས་དེའི་ནང་ལ་ག་རེ་བྲིས་འདུག་བྱ་ཚིག་དང་འབྲེལ་བའི་མིང་དེ་སློབ་སྦྱོང་ལ་དག་ཆ་ག་འདྲས་བྲིས་འདུག་བྱ་ཚིག་ག་རེ་བོད་ཆས་བཏང་འདུག་ཟ་ཁང་ལ་ག་རེ་འོ་དེ་ད་དེ་ག་རེ་བྱེད་དགོས་རེད་དམ་པ་གོང་མ་རྣམས་ཀྱི་དྲི་སོ་ཚད་ལྡན་ཚུལ་ལྡན་བརྩི་དགོས་རེད

ཆེད་ཁྲིད་ཟས་དེ་ད་དར་སོ་ཆེན་པོ་ཆགས་འདུག་གི་རེད་བ། ད་ཆེད་ཁྲིད་ཟས་དེ་ཇི་སྲིད་ད་འབྲི་བའི་མིང་དེ་ཆེད་ཟས་དེ་ད་བཤད་པའི་དོན་ད་རེད་བ་གྲ་དང་འཁོར་ར་ཆེད་ལས་དེ་དུས་ལས་སླ་བ་རེད་ཨའོ་ཆ་ད་ཆེད་རང་བྲིས་གི་རེད་བ། ཡིན་ན་ཡང་ཁྲིད་ཟས་ཡ་དེ་ལ་ད་ཨའོ་ཁྲ་ཨའོ་ཁ་ར་ད་ཁྲ་གི་འོད་ཁྲིད་ད་ཁྲིད་ཟེར་ནས། གཅིག་དང་ཁ་ར་ད་ཁྲ་གི་འོད་ཁྲིད་ད་ཁྲིད་ཟེར་ནས་རྣམ་པ་གཉིས་ཡོད་རེད་བ་ད་ང་རང་ཚོ་དེང་སང་གྲ་ཐང་ཡག་པོ་མེད་པ་སོང་ཙང་ཨ་སྔོན་འཇུག་གི་གྲ་ཐང་ཐོན་མ་ཐོན་གི་ཞི་དྲག་ཅིག་གི་གསར་བོ་བྱུང་གི་མི་འདུག་བ། བྱུང་མེད་དུས་ཙང་ནས་ད་ཆེད་ཁྲིད་དེ་ཁ་ཆེད་ཀི་དེ་འདྲ་བྱས་ནས་ཨའོ་ཆ་ད་ཆེད་ཟེར་ནས།

ད་བྱ་ཚིག་དང་འབྲེལ་བའི་གོ་ཕྱེ་བྲིས་གསལ་ཁོ་རང་གི་དབང་དུ་བཏང་ན་གོ་ཡོངས་གྲགས་ཀྱི་བྲིས་སྲོལ་ལ་ཡོད་མ་རེད་མིང་གསར་བ་ཡིན་དུས་ཐོག་མར་ཆགས་དུས་ར་ད་དེ་ལྟ་བུའི་གོ་ཐོག་མར་བྱ་ཚིག་དང་འབྲེལ་བའི་མིང་བྲིས་དགོས་ན་ད་ཐབས་ཤེས་ཡག་ཤོས་གནད་འགག་གཉིས་ཡོད་རེད་ཡག་ཤོས་དེ་ག་རེ་ལྟ་དགོས་རེད་དང་པོ་གོང་མ་རྣམས་ཀྱི་བྲིས་སྲོལ་སྔ་མ་དེ་ཚོ་ནང་ལ་ག་འདྲའི་བྲིས་ཀྱི་འདུག་དཔེར་ན་སློབ་བྲིས་དཔེ་བྲིས་ཁྲིད་ཡིག་དམར་བྲིས་དབུ་བྲིས་ཟེར་ནས་ཨོ་གླུ་བྲིས་ད་དེ་དུས་ང་རང་ཚོ་མགོ་བྲིས་ཟེར་ནས་བྲིས་དང་འབྲེལ་བའི་གི

ད་འདི་ལ་ཨ་སྔོན་འཇུག་མེད་པ་འདི་སྟེ་འདི་ཚོ་ལ་དཔེ་ལྟ་ནི་དམ་པ་གོང་མ་རྣམས་ཀྱི་དྲི་ཚོ་ལ་དཔེ་ལྟ་ནི་ཨ་འདི་ཚོ་ལ་ཨ་སྔོན་འཇུག་མེད་པ་འདི་ཨོ་ཆ་ད་ཆེ་ཁ་ར་ད་ཁྲ་ཁུ་ཁྲི་ད་ཁྲི་ཁྲི་ན་འདི་ཏག་ཏག་ཁུ་ར་ཡོད་རེད་ཡག་པོ་ཞེ་དྲག་ཡོད་རེད་ཀོ་ལོག་དམིགས་བསལ་གི་གོ་བ་རྒྱག་པ་མ་རེད་ཁ་ཤེས་ཀྱི་བེ་ཅན་འདི་སྔ་མ་འདི་ཨོ་ཆ་ད་ཆེ་ཟེར་ནས་ད་ལྟ་བ་ཡིན་པ་སོང་ཙང་ཨ་ཕྱི་མ་འདིའང་ད་ལྟ་བ་བྲིས་དགོས་ས་རེད་བསམ་ནས་ཨ་ནི་ཨོ་ཁ་ར་ད་ཁྲ་ཁུ་ཁྲི་ད་ཁྲི་ཟེར་ནས་ད་ལྟ་བ་གཉིས་སོ་ད་དེ་འདྲའི་བྱས་སོང་བ་ཡིན་ན་དེ་གར་ཆགས་སོང་དུས་གསུམ་གྱི་གོ་བ་རྒྱབ་ཡོང་གི་འདུག་བ་དུས་གསུམ་གྱི་དཔྱད་ར་ཞུ་ཡོང་གི་འདུག་བ། འོ་དེ་དུས་དུས་གསུམ་གྱི་གོ་བ་དང་དུས་གསུམ་གྱི་སྐྱེ་ར་དེ་བྱ་ཚིག་དངོས་ལ་རྒྱ་ཡ་རེད་མ་གཏོགས་བྱེད་ཚིག་དང་འབྲེལ་བའི་མིང་ལ་དུས་གསུམ་གྱི་གོ་བ་རྒྱབ་དགོས་མ་རེད་དུས་གསུམ་གྱི་སྐྱེ་ར་བྱུང་བར་དེ་འདྲའི་བྱེད་ཁ་ཕྱིན་ན་དེ་ནི་ཡུ་ངའི་ཁར་བ་མེད་སྐྱོ་ཆགས་འགྲོ་རོ། དཔེར་ན་ང་རང་ཚོས་དགག་སྒྲུབ་ཟེར་རོ། དགག་ཕྱོགས་དང་སྒྲུབ་ཕྱོགས་ཟེར། ང་རང་ཚོས་ཡོངས་གྲགས་ཐོག་ལ་ད་བཀའ་འགྱུར་བསྟན་འགྱུར། འདི་ཚོ་ནང་ལ་ཡོད་བསྡད་པའི་གི་ཚིག་ཡོངས་གྲགས་དཔེར་ན་དགག་སྒྲུབ་ཟེར་བའི་དབང་དུ་དེ་དགག་སྒྲུབ་བྱས་ཟེར་དུས་དགག་སྒྲུབ་ཟེར་དེ་བྱ་ཚིག་དང་འབྲེལ་བའི་མིང་རེད་བ། བྱ་ཚིག་དང་འབྲེལ་བའི་མིང་རེད། དེ་ལ་བྱ་ཚིག་དགག་ཟེར་རྒྱུ་རེད། དེ་ལ་སྒྲུབ་ཟེར་རྒྱུ་རེད། དེ་དུས་ད་བྱ་ཚིག་སྔ་མ་དེ་ག་རེད་དོ། མ་འོངས་པ་རེད། བྱ་ཚིག་ཕྱི་མ་དེ་ག་རེད་ད་ལྟ་བ་རེད། དེ་དུས་མ་འོངས་པ་དང་ད་ལྟ་བ་གཉིས་བཙུམས་ནས་དགག་སྒྲུབ་ཟེར་དུས་མིང་ཆགས་རུང་བ། ད་དེ་ལ་གོ་བ་བརྒྱབ་བཞག་ན་ད་དེ་འདིས་གོ་བ་བརྒྱབ་ནས་གཉིས་ཀ་ད་ལྟ་བ་བྲི་དགོས་ཙང་དེ་འདི་དགག་ད་ག་རེད་དོ། མ་འོངས་པ་ཡིན་དུས་དེ་ལ་ཡང་བ་འོ་ས་ག་ད་ག་ར་ད་ར་བཞིན་སྒྲུབ་བ་སྒྲུབ་ཟེར་ནས། བ་མངོན་བརྗོད་ཅིག་རྒྱབ་ནས་དགག་སྒྲུབ་ཟེར་ནས་དེ་འདྲའི་གི་བཟོ་དགའ་ཡག་གི་ད་སྣང་བ་ཤར་གི་རེད་བ། ཡང་ན་འདི་ད་ལྟ་བ་ཡིན་པ་སོང་ས་དེ་ལ་ཨའོ་དགའ་ན་རུ་འགོག་དགའ་འགོག་ཟེར་འགོག་སྒྲུབ་ཟེར་ནས་གཉིས་ཀ་ད་ལྟ་བ་བཟོར་དགོ་ཡག་གི། དེ་འདྲའི་གི་སྣང་བ་ཤར་ད་འདི་ཚོ་ཚང་མ་ལ་ཡང་གོ་བ་རྒྱབ་ནས་དེ་འདྲའི་འདྲ་མི་འདྲ་བཟོ་དགོ་ཐུག་གི་རེད་བ། དེ་ཚོ་གོ་བ་རྒྱབ་བའི་གེ་ཡོག་མ་རེད་དེ་འདི་ཚོ་དུས་ད་རྣམ་པ་ཀུན་ཏུ་དགག་སྒྲུབ་ཟེར་དུས་སྔ་མ་དེ་མ་འོངས་པ་ཕྱི་མ་དེ་ད་ལྟ་བ་དམ་པ་གོང་མ་རྣམས་ཀྱི་དྲི་སོལ་དེ་འདྲའི་ཆགས་དེ་གི་རེད་བ། དེ་ག་ནང་བཞིན་ང་རང་ཚོ་གི་དགག་ཕྱོགས་དང་སྒྲུབ་ཕྱོགས་ཟེར་ནས་གཉིས་ཡོད་རེད་བ། དགག་ཕྱོགས་ཟེར་དུས་སྐབས་སུ་ལ། བྱ་ཚིག་དང་འབྲེལ་བའི་མིང་རེད་བ། བྱ་ཚིག་མ་འོངས་པ་ལས་དེ་རེད། སྒྲུབ་ཆོག་སེ་དེ་སྐབས་སུ་ལ། ཡང་ག་རེ་ལས་འདིར་བྱ་ཚིག་ད་ལྟ་བ་ལས་འདིར། ད་དེ་འདི་དགག་ཆོག་སྒྲུབ་ཆོག་ཟེར། ད་དེ་དམིགས་བསལ་གོ་བ་རྒྱག་ཡ་གལ་ཡོག་མ་རེད་དཔྱད་པ་བཏང་ཡ་གལ་ཡོག་མ་རེད། གང་ཡིན་ཟེར་ན་ཁོ་འཕོ་འགྱུར་ལ་ལྟོས་དགོས་མ་རེད་འཕོ་འགྱུར་སྟོན་བྱེད་ཡ་ཆགས་ཡོག་མ་རེད། དེ་ཡིན་པ་སོང་ས་ཁོ་ག་བ་ལྟ་གོ་རེད་དམ་པ་གོང་མ་རྣམས་ཀྱི་ཡོངས་གྲགས་ཀྱི་དྲི་སོ་ལ་ཡིན་མིན་ལ་ལྟ་ཡ་གཅིག་པོ་རེད་དབང་བཙན་པ་བྱེད་དགོས་རེད། དེ་འདི་དགག་ཆོག་སེ་དུས་ཡོངས་གྲགས་ཀྱི་དྲི་སོ་ལ་ག་རེ་ཡོད་རེད་བྱ་ཚིག་མ་འོངས་པ་བེད་སྤྱོད་བཏང་དགོས་རེད། སྒྲུབ་ཆོག་སེ་དུས་ཡོངས་གྲགས་ཀྱི་དྲི་སོ་ལ་ག་རེ་བྱ་ཚིག་ད་ལྟ་བ་བེད་སྤྱོད་བཏང་དེ་རེད་དེ་ཡིན་དུས་ས་ནི་སོ་སོ་གི་ཡིན་ན་ཡང་ལག་ལེན་ཐོག་ལ་བྲིས་འདུག་དགག་ཆོག་སེ་དུས་སྐུ། བྲི་རྐྱང་བྱས་ནས་དུས་དང་རྣམ་པ་ཀུན་ཏུ་མ་འོངས་པའི་སྒོ་ནས་བྲི། སྒྲུབ་ཕྱོགས་སུ་དེ་དུས་དང་རྣམ་པ་ཀུན་ནས། ད་ལྟ་བའི་སྒོ་ནས་བྲི་དགོས་ལ་དེ་ལ་དམིགས་བསལ་གྱི་འགྲེལ་བཤད་བརྒྱབ་ནས་རྒྱུ་མཚན་བཤད་དེ་འདྲས་བྱེད་དགོས་ཡ་ཡོད་རེད་བས་ཟེར་ན་ཡོད་མ་རེད་ཟེར་དེ་འདྲས་མང་པོ་ཞིག་གོ་བ་བརྒྱབ་བསྡད་ན་ཨ་འདི་ཚོ་ཚང་མ་ཡང་ཕྱུགས་འགྲོ་གི་རེད་བ། དེ་ག་ནང་བཞིན་ང་རང་ཚོ་གི། ད་དེང་སང་གི་ཐ་སྙད་དབང་དུ་བཏང་ན་དྲུང་རྩོམ་ཟེར་ནས་ཡོད་རེད་བ།

དེ་ཡིན་དུ་ཙང་ནས་ད་དེ་ལ་དམིགས་བསལ་གོ་བ་རྒྱག་ཡ་ཡོད་མ་རེད་དམ་པ་གོ་མ་ནང་གི་དྲི་སོལ་ག་རེད་འདུག་ན་ཐོག་མར་སུས་བྲིས་ན་འགྲིག་ཅེས་ཨ་ནི་མ་རེད་མོད་དྲི་སོལ་བྱ་ནས་སྒྲུང་རྩོམ་ཟེར་ནས་བྲིས་ཉན་འགྲོ་ན། སྒྲུང་ཟེར་དེ་སྔོན་ལ་བཞག་རྩོམ་ཟེར་དེ་ཕྱི་ལོག་ལ་བཞག་ན་འདི་ད་ལྟ་བ་གོ་ནས་བྲི་དགོས་རེད་བརྩམས་དེ་སྔོན་ལ་བཞག་ན་བརྩམས་སྒྲུང་ཟེར་ནས་འདི་འདས་ཚེས་ཀྱི་གོ་ནས་བྲི་དགོས་རེད་བ་ད་གོ་ལ་དམིགས་བསལ་གྱི་རྒྱུ་མཚན་བཤད་ཡ་དང་དམིགས་བསལ་གི་གོ་བ་རྒྱག་ཡ་ག་ཡོད་མ་རེད་ཁོ་སྒྲུང་རྩོམ་བྲི་གི་ན་འདི་ད་ལྟ་བ་གོ་ནས་བྲི་རྐྱང་བྱེད་དགོས་རེད་བརྩམས་སྒྲུང་བྲི་གི་ན་འདས་ཚེས་གོ་ནས་བྲི་རྐྱང་བྱེད་དགོས་འདི་འདུག་དམ་པ་གོ་མ་རྣམས་ཀྱིས་ཡོངས་གྲགས་ཀྱི་དྲི་སོལ་དབང་བཙན་བྱེད་དགོས་རེད་བ་དྲི་སོལ་དབང་བཙན་འདི་ལ་དམིགས་བསལ་གོ་བ་རྒྱག་ནས་འགྱུར་ཡ་ཡོད་མ་རེད་ད།

ཨ་དེ་ཨ་སྔོན་ཆུ་དེ་བྲིས་ཡོང་གི་འདུག་ད་དེ་འདྲས་བྲིས་ན་འགྲིག་གི་ཡོད་རེད་ཟེར་ན་དེ་འདྲས་བྲིས་ན་འགྲིག་གི་ཡོད་མ་རེད་ད་ཁོ་བྱ་ཚིག་དང་འབྲེལ་བའི་མིང་ཡིན་དུས་ཁོ་ལ་བྱ་ཚིག་དངོས་ནང་བཤད་ཅེས་གོ་བ་རྒྱག་ཡ་ཡོད་མ་རེད་བ། དེ་འདྲས་བྲིས་ན་དེ་ནི་ང་རང་ཚོ་གི་བྱ་ཚིག་དང་འབྲེལ་བའི་མིང་ཟེར་ནས་མིང་བྲིས་སྟངས་ཀྱི་བྲིས་སྲོལ་གྱི། གཅིག་གྱུར་གྱི་རང་བཞིན་ཡོངས་གྲགས་ཚང་མ་ཡང་གཅིག་གྱུར་གྱི་རང་བཞིན་གཏན་འབེབས་རང་བཞིན་གྱིས་ཡོད་དེ་བ་དེ་ཚང་མ་འཁྲུག་འགྲོ་རེད་དེ་གང་འདྲས་འདྲས་བྱས་ནས་མ་འོངས་པའི་གི་མི་རབས་དེ་ཚོ་ལ་དེ་ལས་སླ་བོ་དོན་ནི་བཤད་ཡ་ཡོད་བ་དེ་དཀའ་ལས་ཁག་པོ་ཆགས་འགྲོ་གི་རེད་བ། དེ་ཡིན་པ་སོང་ཙང་དེ་འདྲས་འདྲ་མི་འདྲ་མ་གནང་བ་བཅས་ཨ་ནི། དང་པོ་གོང་མ་རྣམས་ཀྱིས་དྲི་སོགས་ལ་བརྟག་གི་བརྟག་གི་བྱས་ནས་ནི་བྱ་ཚིག། ད། འདི་དཔེར་ན། འདི་འདྲ་བ་ཡིན་ན། ལོབས་ཟེར་ཏེ་ད་ལྟ་བ་ཅིག་དང་ཁྲིད་ཟེར་དུས་སྡེ་ཚིག་ཅིག་སྟེ་ད་ལྟ་བ་དང་སྡེ་ཚིག་གཉིས་མཉམ་དུ་འཛོམས་ནས་ནི་ལོབས་ཁྲིད་ཟེར་ནས་འགྲུབ་རོགས། དེ་དེ་ནང་བཞིན་རང་བྲིས་གོ་རེ་མ་གཏོགས་སྔོན་ཆུ་ཨ་བྲིས་ནས་དེ་འདྲ་བྱས་ན་འགྲིག་གི་ཡོག་མ་རེད་ཟེར་ན། ད་དེ་ལ་སོགས་པའི་དེ་འདྲ་ཅིག་གི་ཐོག་ནས་ད་དེ་ལ་སོགས་པ་ད་དེ་འདྲའི་གི་དཔེ་མཚོན་དཔེ་མང་པོ་ཡོད་རེད་བ་ང་རང་ཚོ། ངའི་དེབ་ནི་ལ་དེབ་ནང་ལ་ཡང་བྲིས་ཆ་ཡོད་དཔེར་ན་ང་རང་ཚོ་གི་དཔྱད་སྒོམ་དང་འཇོག་སྒོམ་ཟེར་ནས་གཉིས་ཡོད་རེད་བ།

དེ་འདྲས་ཀྱི་གོ་བ་བརྒྱབ་ནས་འདྲ་མི་འདྲ་བྲིས་ཡ་ཡོད་རེད་བས་ཟེར་ན་བྲིས་ཡ་ཡོད་མ་དེ་འདྲས་བྲིས་ན་ཡོངས་གྲགས་ཀྱི་བྲིས་སྲོལ་ཡག་པོ་དེ་གཏན་འབེབས་ཀྱི་རང་བཞིན་ཅིག་ཡོད་པ་དེ་ཚང་མ་ཉམས་འགྲོ་གི་རོ་ཚང་མ་ཐོག་འགྲོ་གི་དེ་གང་དྲན་དྲན་ཆགས་འགྲོ་དེའི་མདུན་དེ་ནི་དཀའ་ལས་ཁག་པོ་ཆགས་འགྲོ་གི་རོ་ང་རང་ཚོའི་བོད་ཀྱི། ཐ་སྙད་དེ་ཚོ་ཚང་མ་ཡང་ག་བ་ག་ས་བརླག་འགྲོ་དེ་འདྲས་མོ་གོ་བ་ཅན་ཡོངས་གྲགས་བྲིས་སྲོལ་ཡག་པོ་ཡོད་པ་དེ་ང་ཚོ་རྒྱུན་བསྐྱང་གི་རོ་མེད་ན་དེ་ནི་གསར་བ་ཅིག་བཟོ་གི་རོ་དེ་ང་རང་ཚོ་དཔེར་ན། གསར་བ་དེང་སང Download ཟེར་ར Download ཟེར་དུས Publen ཟེར་གི་འདུག་བ།

དྲི་ཚོར་གྱི་ངོ་བོ་ལ་ཆགས་མ་ཐུབ་ནི་དེ་དོན་རེད་ད་ཆགས་ཟིན་པ་དེ་ཚོ་དེ་ཧ་རང་ལ་བཞག་ནས་ད་ཁོ་ལ་རྒྱུ་མཚན་ག་འདྲའི་འདྲ་བོ་ཅིག་འདྲི་གི་ཡོད་ན་རེད་མེད་ན་རེད་རྒྱུ་མཚན་བཤད་དགོས་མ་རེད་ཁོ་དུས་གསུམ་གྱི་གོ་བ་རྒྱག་དགོས་མ་རེད་དུས་གསུམ་གྱི་དཔྱད་པ་རྒྱག་དགོས་མ་རེད་ཁོ་ཕབ་ལེན་ཟེར་ཡ་དེ་གི་དེ་ཁོ་བྱ་བ་དེ་གི་ངོ་བོ་དེ་སྟོན་ཐུབ་ན་འགྲིག་གོ་རེད་དེ་བྱ་བ་གི་འཕོ་འགྱུར་སྟོན་དགོས་མ་རེད་བ་ཕབ་ལེན་ཟེར་ཡ་དེ་བྱ་ཚིག་དང་འབྲེལ་བའི་མིང་ཚང་མ་གི་འཕོ་འགྱུར་བྱུང་བ་སྟོན་དགོས་མ་རེད་ཁོ་ག་རེ་བྱ་བ་ཙམ་གྱི་བྱ་བ་དེ་གི་ངོ་བོ་ཙམ་གྱི་སྟོན་དགོས་རེད་བ་དེ་ཡིན་པ་སོང་ཙང་དེ་འདྲའི་རང་བཞག་ནས། འོ་དེའི་ནང་ཞེས་བྱས་ནས་དེ་ནི་བྱ་ཚིག་དང་འབྲེལ་བའི་མིང་ཡིན་དུ་ཚང་བར། འོ་དེ་འདྲ་ཞིག་མཁྱེན་པ་ཇི་ལྟར་ཚང་བར་རིགས་བསྒྲེས་ནས་འདི་ཡིན་དུ་ཚང་ནི་ད་ཡོངས་གྲགས་ཀྱི་དྲི་སོལ་དང་དངོས་རྟོགས་ཀྱི་འཕོ་འགྱུར་དབང་བཙན་ཡིན་མིན། དེ་ནི་དུས་འབའ་དེ་ལ་ག་རེད་ད་གནད་འགག་ཐོག་ཏུ་ག་རེད་བློ་འཛིན་དབང་བཙན་དང་གོ་བ་དབང་བཙན། ད་བྱ་ཚིག་དང་འབྲེལ་བའི་མིང་འདི་ལག་ལེན་ཐོག་ལ་བྲིས་ཡོད་དུས་ད་བློ་འཛིན་དབང་བཙན་རེད་བློ་འཛིན་དབང་བཙན་བློ་ལ་བཟུང་དགོས་རེད་ད། ཕབ་ལེན་ཟེར་དུས་ག་ཚོད་ལ་ཕབ་བ་ཕབ་ལག་བྲིང་པོ་ལེན་ན་ལེན་ཟེར་ནས་བློ་ལ་བཟུང་ཡ་རེད། བློ་ལ་ཚར་གཅིག་བཟུང་ཚར་ན་ད་ཁོ་གོ་བ་རྒྱག་དགོས་མ་རེད་གང་ཡང་བྱེད་དགོས་མ་རེད་སོ་སོ་གི་མིང་བྲིས་བཞག་བ་ན་བཞིན། སྟེ། བྲིས་རྐྱང་གཅིག་གོ། ཕབ་ལེན་ཕབ་ལེན་ལ་བྲིས་རྐྱང་སློབ་ཁྲིད་དཔེ་ཁྲིད་ཁྲིད་ཡིག་ཟེར། བྱ་ཚིག་དང་འབྲེལ་བའི་མིང་འདུ་བ་དགག་ཕྱོགས་སྒྲུབ་ཕྱོགས་དགག་སྒྲུབ་ཟེར་དུས། བྲིས་རྐྱང་བྱེད་པར་ད་དེ་འདྲ་ཅི་ནས་གོ། བློ་ལ་ཚར་གཅིག་གསུངས་ས་འདི། སོ་སོ་གའི་མིང་གི་དག་ཆ་དེ་བློ་ལ་ཚར་གཅིག་གསུངས་ས་ན་ག་བ་འགྲོ་ན་ཡང་དེ་བྲིས་རྐྱང་བྱས་ར་བསམ་བློ་བཏང་གོ་མི་འདུག་བ། དེ་ལ་ག་ལ་གོ་རེ་བློ་འཛིན་དབང་བཙན་ཟེར་གོ་རེ་གོ་བ་རྒྱག་གོ་མི་འདུག་བ། ད་བྱ་ཚིག་དངོས་དེ་བེད་སྤྱོད་བཏང་ཡོད་དུས། དེ་ག་རེ་གོ་བ་དབང་བཙན་རེད་བློ་འཛིན་བྱས་བ་ཙམ་གྱིས་འགྲིག་གི་རེད་བས་སེམས་ན་འགྲིག་གི་མ་རེད་བློ་འཛིན་རྩ་ནས་མོ་གོ་རེ་ཟེར་མ་རེད་ད་བློ་འཛིན་བྱས་གོ་རེ་བ། བྱ་ཚིག། དཔེར་ན་འདི་ཕབ་ཀྱི་བྱ་ཚིག་འདས་པ་ལ་ཕ་བ་ཕབ་ད་ལྟ་བ་ལ་ཨའུ་བ་ཀྲུང་འབེབས་བ་ཟེར་འབེབས་མ་འོངས་པ་ལ་དྭོ་བ་བ་བབས་འོང་སྐུལ་ཚིག་ལ་ཕ་ན་རུ་ཕོབ་བ་ཟ་ཕོབ་ཕོབས་ཤིག་ཟེར་ད་འདི། དུས་གསུམ་སྐུལ་ཚིག་གི་དག་ཆ་འདི་བློ་ལ་ཟུང་དགོས་རེད་བ་ཡིན་ན་དེ་ཙམ་གྱིས་འགྲིག་གི་རེད་བ་འགྲིག་གི་མ་ཡིན་ཅི་མི་ཅི་ག་རེ་དགོས་རེད་གོ་བ་དབང་བཙན་དགོས་རེད་གོ་བ་གོ་རེད་གོ་བ་དུས་གསུམ་གྱི་གོ་བ་གོ་རེད་ད་འཕོ་འགྱུར་ལ་ལྟ་ཤེས་ན་འཕོ་འགྱུར་ག་འདྲས་བྱུང་འདུག་མི་འདུག་ལྟ་ནས་གོ་བ་ཡག་པོ་ཅིག་གོ་རེད་མ་གཏོགས་བློ་འཛིན་བྱས་པ་ཙམ་གྱིས་དེ་གང་བྱུང་བྱུང་འཇགས་བཞག་ན། དེ་བྱ་ཚིག་དངོས་དེ་ལ་འགྲོ་གི་མ་རེད་ད། དེ་འདོད་བྱ་ཚིག་དངོས་དེ་བོད་སྤྱི་བཏང་ཡོང་དུས་ལག་ལེན་ཐོག་ལ་ག་རེ་དབང་བཙན་པ་བྱེད་དགོས་རེད་ཟེར་ན་གོ་བ་དབང་བཙན་པ་བྱེད་དགོས་རེད། འདི་ལ་ག་ལ་གོ་རེད་དུས་འབའ་དེ་བློ་འཛིན་དབང་བཙན་དང་གོ་བ་དབང་བཙན། འོ་ད་དེ་འདྲ་བྱས་ན། འོ་ད་དེའི་ཐོག་ནས་དེ་རིང་གི་ལེ་ཚན་འདིའི་ནང་ལ་གནད་འགག་ཐོག་ཐོག་སྤྱི་སྡོམ་ག་རེ་ཞུས་ཡོད་ཟེར་ན། བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་ཀྱིས་ལག་ལེན་ཐོག་ལ་སླེབས་ཡོང་དུས་གནད་འགག་དེ། ལག་ལེན་ཐོག་ལ་མ་ནོར་མ་འཁྲུལ་བ་བྲིས་འདུག་གནད་འགག་དེ་ཞུས་ཡོད་གནད་འགག་དེ་ལ་ཡང་དོན་ཚན་རྣམ་པ་བདུན་གྱི་ནང་ལ་ཕ་བསྡུས་ནས་བྱ་ཚིག་དང་འབྲེལ་བའི་མིང་དང་བྱ་ཚིག་དངོས་གཉིས་ཀྱི་ཁྱད་པར། ཁོ་གཉིས་ཁོ་གཉིས་ཀྱི་སྤུ་རིས་ཤན་འབྱེད། ཨོ་འདི་གི་གནད་འགག་དེ་མ་བདུན་དམ་པའི་གི་སྒོ་ནས་དེའང་དཔེར་བརྗོད་དང་བཅས་པའི་སྒོ་ནས་མ་དེ་རིང་གི་རིམ་པ་དེ་འདི་ཞུས་ཡོད་ད་འདི་གཉིས་དེ་ང་ཚོ་བྱ་ཚིག་གི་རྣམ་གཞག་ཤེས་ཡོང་དུས་གནད་འགག་ཆེ་ཤོས་ཅིག་ཆགས་འདུག་ཁོ་ནོར་སོ་ཆེ་ཤོས་ཆགས་འདུག་ཨ་དེ་དང་མཉམ་དུ་ལ་ད། དཔེར་བརྗོད་ཀྱི་ལམ་ནས་བྱ་ཚིག་དང་འབྲེལ་བའི་མིང་འདི་བྲིས་ཡོང་དུས་དམ་པ་གོང་མ་རྣམས་ཀྱི་བྲིས་སྲོལ་ག་འདྲའི་འདུག་ན་དེ་ལ་བལྟ་ནས་ཁ་མིག་ཡར་ལྟ་བྱས་ནས་བྲིས་དགོས་ཀྱི་རེད་སོ་སོ་གིས་གང་དྲན་དྲན་བྱས་ནས་གོ་བ་འདྲ་བོ་ཞིག་རྒྱབ་སོ་སོ་གི་བསམ་བློ་ལ་འཐད་མ་འཐད་ལགས་སོ་བ་སྣང་བ་འགྲོ་མ་འགྲོ་ལགས་སོ་བའི་ཐོག་ནས་གང་དྲན་དྲན་བྲིས་ན་འགྲིག་གི་མ་རེད་དཔེར་ན་འཆད་ཁྲིད་ཟེར་དུས་ཨ་དངོས་རྒྱུ་བྲིས་ཡ་འདྲ་བོ་དེ་ག་ནི་སློབ་ཁྲིད་ཟེར་དུས་ཨ་དངོས་རྒྱུ་བྲིས་ཡ་འདྲ་བོ་དེ་འདྲས་བྲིས་སོང་བ་ཡིན་ན་རྩ་བ་ཉིད་ནས་འགྲིག་གི་མ་རེད་དེ་ཁོ་རང་དམ་པ་གོང་མ་རྣམས་ཀྱི་བྲིས་སྲོལ་ལ་ག་འདྲའི་འདུག་ན་དེ་ནང་བཞིན་བྱས་ནས་སློབ་ཁྲིད་འཆད་ཁྲིད་ཟེར་ནས་དེ་འདྲས་བྲིས་དགོས་རེད།